ད་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་དཔྱིད་ཟླ་བཞི་བའི་ཚེས་པ་ཉི་ཤུ་རྗེས་ཀྱི་དགོང་དག་རེད་ད་དེ་རིང་ངས་བརྙན་དེ་བཟོ་དགོས་ཀྱི་རྒྱུ་མཚན་འདྲ་བོ་དེ་ཁ་ཚོན་ཉི་མ་གཉིས་ཟེར་གི་གོང་ལ་དེ་ནི་རྡ་རམ་ས་ལ་ལ་ང་ཚོ་བཙན་བྱོལ་བོད་གཞུང་བདེ་སྲུང་ལྷན་ཁང་གི་ངོས་ནས་དེ་ནི་བོད་ཀྱི་རང་དབང་འཐབ་རྩོད་པ་རྣམས་ལ་བཀའ་དྲིན་རྗེས་དྲན་དང་ཆེད་ཐུགས་ཀྱི་སླད་དུ་དེ་ནི་བོད་རང་འཐབ་རྩོད་པའི་ལྷན་འཛོམས་ལ་དེ་འབྲེལ་གྱི་ཉི་མ་གཉིས་ཀྱི་ལྷན་ཚོགས་ཀྱི་བསྐོང་གནང་བ་དང། དེ་དང་འབྲེལ་བའི་ཐོག་ནས་དེའི་ལྷན་ཚོགས་དེ་ལ་ཕེབས་མཁན་གྱི་སྐུ་མགྲོན་རྣམ་པ་ལ་བདེ་སྲུང་ལས་ཁུངས་ཀྱི་ངོས་ནས་ཆེ་མཐོང་གི་གཟིགས་མདངས་ཕུལ་ཡག་དང་དེ་ནས་རྒྱལ་བ་རིན་པོ་ཆེ་ལ་དམིགས་བསལ་གྱི་མཇལ་ཁ་གཏོང་ཡག་གི་གནད་དོན་བཅས་བྱུང་བཞག་དེ་དང་འབྲེལ་བའི་གི་ཐོག་ནས་ཁ་ཚོན་ང་ལས་ཀ་ལ་སླེབས་ཚར་བའི་གི་རྗེས་ལ་དེ་ནས་རྡ་རམ་ས་ལ་ནས་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱི་ང་ལ། དེ་ནས་ག་རེ་ལབ་ག་རེ WhatsApp གི་གམ་གི་ཐོག་ལ་ལན་ཅིག་བཞག་གནང་བཞག་ལན་དེ་ནང་ལོགས་ལ། དེ་ནས་ཁ་ཚོན་བདེ་སྲོང་གི་ངོས་ནས་རྒན་ལྷ་བཟང་ཚེ་རིང་ལགས་ལ། དེ་ནས་ཆེ་མདོག་གི་གཟེངས་རྟགས་འབུལ་ཡག་དང་དེ་ནས་རྒྱལ་བ་རིན་པོ་ཆེ་ལ། རྗེ་ཧ། གཏོང་ཡག་དང་བསྐྱར་ཡག་གི་གནད་དོན་བྱུང་སོང། དེ་ནས་སྤྱིར་བཏང་དེ་འདྲའི་གད་ལྟ་མི་འབྱུང་རོགས་དེ་ནང་ལོགས་ལ་རྒན་ལྷ་བཟང་ཚེ་རིང་ལ་བཅོལ་དགོས་ཀྱི་ཡོད་བ་དེ་བདེ་སྲུང་གི་འབྲེལ་ཡོད་ལ་དྲིན་སྐུར་ཞུ་རྒྱུ་བྱུང་སྲིད་ད་དེ་འདྲའི་གད་ལན་ཅིག་བཞག་གནང་བཞག་ལན་དེ་དང་མཉམ་དུ་དེ་ནི་བརྙན་གྱི་དྲ་ཐག་ཅིག་གཏོང་བཞག་དྲ་ཐག་དེ་འབྲི་ཤེས་ཀྱི་ནང་ལོགས་ལ་དེ་ནི་བརྙན་འདིའི་ནང་ལོགས་ལ་རྒན་ལྷ་བཟང་ཚེ་རིང་ལགས་རྒྱ་བོར་མུ་ཆེ་ལ་མཇལ་བྱར་བའི་སྐབས་ཀྱི་བརྙན་ཡོད་རེད་བརྙན་དེ་གའི་དུམ་མཚམས་ཀྱི་ནང་ལོགས་ལ་ད་སྐར་མ་དེ་ངས་དྲན་གྱི་མི་འདུག་གོང་ད་སྐར་མ་དེ་དང་སྐར་ཆ་དེའི་མཚམས་དེ་ལ། དེ་ནི་རྒན་ལྷ་བཟང་ཚེ་རིང་ལགས་འཇིགས་ཧ་ལ་བཅར་བའི་སྐབས་ཀྱི་བརྙན་གྱི་དུམ་ཚང་དེ་ཡོད་རེད་ལབ་ཀྱིན་ནས། ལན་གསལ་པོ་ཅིག་བཞག་གནང་བཞག། དེ་ནས་སྐབས་དེ་དུས་སོ་སོ་ལས་ཀ་ལ་ཡོད་པའི་ཆ་ནས། ད། རྣམ་པ་ཚོ་དེ་འདྲ་གི་འབད་བརྩོན་དང། དེ་ནི་གནས་ཚུལ་སྟོང་གནང་བ་དེ་ལ་བཀའ་དྲིན་ཆེ་ཞུ་ཡག་ཅིག་མ་གཏོགས་གལ་བྱུང་མ་སོང། དེ་ནི་མདའ་དགོང་ཚོ་ལས་ཀ་ནས་ནང་ལ་སླེབས་ཚར་བའི་གི་རྗེས་ལ། དེ་ནི་བརྙན་དེ་ལྷོག་ལྷོག་བྱས་ནས་མགོ་ནས་གཞོག་བར་ལ་གཅིག་འབྱིན་བ་ཡིན་ད་དེ། བརྙན་དེ་བལྟི་བའི་སྐབས་ཀྱི་སེམས་ཚོར་འདྲ་བོ་དེ། དེ་རིང་ང་རང་སྒེར་གྱི་བརྙན་ལམ་ལ་གཅིག་བཞག་བཞག་བ་ཡིན་ན། ད་ལྟའི་གི་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་གཅིག་རོང་འཐབ་རྩོད་ཀྱི་འགན་འཁྲི་འདྲ་བོ་དེ་ལ་དྲན་སྐུལ་གཅིག་དང་སྦྱར་གཞན་གྱི་འདུ་ཤེས་གོང་འཕེལ་ལ་ཕན་ཐོགས་དེ་ནི་ལོ་རྒྱུས་ཀྱི་རྙིང་ལམ་གྱི་ནང་ལོགས་ལ་གཅིག་འདི་ཟིན་ཐོ་འདྲ་བོ་གཅིག་བསྡད་ཡག་གི་ཆེད་དུ་དེ་ནི་ངས་བརྙན་འདི་བཟོ་གི་ཡོད། ད་སྤྱིར་བཏང་མཁར་རྫོང་བདེ་སྲུང་གི་བོད་རང་འཐབ་ཚོགས་པ་རྣམས་ལ། བོད་ཀྱི་རང་འཐབ་ཚོགས་པ་རྣམས་ལ་དེ་ནི་བཀའ་དྲིན་རྗེས་དྲན་དང་ཆེ་མཐོང་གི་ཆེད་དུ། བོད་རང་འཐབ་ཚོགས་པའི་ལྷན་ཚོགས་ལ་ཅེས་བསྐོང་གནང་བ་དེའི་ནང་ལོགས་ལ་ད་མི་བརྒྱ་ཅུ་བྱར་འགོད་ཀྱིས་གདན་འདྲེན་ཞུ་བ་དང་ཕེབས་བཞག་དངོས་སུ། ད་མི་རྒྱ་ཆུ་བྱར་རྒོལ་དེ་དངོས་གནས་ཀྱི་བོད་རྒྱལ་ཁབ་ཀྱི་རང་དབང་རང་བཙན་དང་དེ་ནི་བོད་ཀྱི་དབུ་ཁྲིད་ཀྱི་ཆེད་དུ་ད་མི་ཚེ་ལེགས་སྐྱིད་ལ་ཕུལ་ནས་བློས་གཏོང་ཆེན་པོ་གནང་མྱོང་གི་ད་རྒྱལ་གཅེས་དཔའ་བོ་དཔའ་མོ་ཤ་སྟག་ཅིག་ཆགས་ཡོད་བ་ད་དེ་ཡང་གཅིག་བོད་རང་བཙན་ཡོལ་བའི་སྐབས་ཀྱི་བོད་ཀྱི་གཞུང་དམངས་ཟུར་བ་དམག་ཞབས་ཟུར་བ་དེ་ནི་ཆོས་ཀྱི་སྒོང་དྲུག་བསྟན་སྲུང་དོན་ལོངས་མ་ཀེ་དམག་རྒྱབ་ཟུར་པ་དང་ཆོས་ཀྱི་སྒོང་དྲུག་དང་འབྲེལ་བའི་ཀེ་ལོ་དམག་སྒེར་དང་ཀྲོ་འབྲི་སྤྲུལ་དམག་སྡེ་ཨང་ཉི་ཤུ་རྩ་གཉིས་པ་ཀེ་དམག་རྒྱབ་ཟུར་པ། དེ་ནི་རང་བྱུང་བདེ་སྲུང་ལྷན་ཁང་གི་བདེ་སྲུང་གི་ཡི་དྭགས་ལས་རྒྱབ་དང་སྐུ་སྲུང་ཟུར་པ་དང་དེ་འབྲེལ་ཀེ་ཐོག་ལ་དེ་ནི་བོད་སྐད་དང་ཆབ་སྲིད་རྩོམ་པ་ཟུར་པ་བཀའ་དྲིན་ཅན་དང་དེ་འབྲེལ་གྱི་མི་སྣ་རྐྱང་རྐྱང་གིས་གདན་འདྲེན་ཞུས་ནས་ད་དེ་སོགས་ལ་ཆེ་བསྟོད་དང་མཇལ་ཁ་གནང་བས་ཀྱི་ལོ་རྒྱུས་འདྲ་བོ་དེ་ད་བཙན་བྱོལ་བོད་མིའི་ལོ་རྒྱུས་ནང་ལོག་ལ་ཅིག་བྱུང་མ་མྱོང་བ་ཅིག་ངེས་པར་དུ་ཡོང་དགོས་ཡ་དེ་འདྲ་ཅིག་ངེས་པར་དུ་གནང་དགོས་ཡ་གི་ད་གནས་སྟངས་འདྲ་བོ་ཅིག་ད་ཁ་ཚོན་ཉི་མ་གཉིས་ཀྱི་ནང་ལོག་གནང་བ་དེ་དངོས་གནས་ཀྱི་སོ་སོ་ལ་ཐད་ཀར་འབྲེལ་བ་མེད་པ་ཡིན་ན་ལས་ལྟ་བུ་བ་ཅིན་པིན་ངོས་ནས་སེམས་ལ་ཧ་ལས་པའི་དགའ་བ་དང་སྤོབས་པ། སྐྱེ་ཡག་གི་གནས་ཚུལ་འདྲ་བོ་བཅས་བྱུང་སོང། རྒྱུ་མཚན་ག་རེ་གྱི་ལམ་ན་ད་དེ་དུས། ཚོགས་འདུ་ལ་འདི་འདྲའི་ཞུ་བ་གཟིགས་མདངས་འབུལ་ས་འཇིགས་ཧ་གཏོང་ས་དེ་སོགས་ངས་གང་ལ་ཞུ་བ་གནང་རྐྱེན། བོད་རང་བཙན་ཡོལ་བའི་སྐབས་ཀྱི་བོད་ཀྱི་དམག་མི་ཟུར་པ། དེ་ནས་ཆོས་ཀྱི་སྒང་དྲུག་བློ་དམག་སྒར་དམག་སྡེ་ཨང་ཉེར་གཉིས་པ། གི་དམག་རྒྱབ་ཟུར་པ་རང་བྱུང་བདེ་སྲུང་དང་དེ་ནས་སྐུ་སྲུང་ཟུར་པ། ད་ལྷག་པར་དུ་དེ་ནས་ལྔ་བཅུ་ང་གྲངས་ནས་ད་ལྟ་བར་གྱི་ད་ཆབ་སྲིད་རྩོམ་པ་མི་རབས་དགེ་སྦྱོང་བར་གསུམ་གྱི་ད་མི་སྣ་བཀའ་དྲིན་ཅན་གནས་ཡུལ་ཅན་ཤ་སྟག་ཅིག་གིས་ད་གདན་འདྲེན་ཞུས་ཆེད་དུ་གནང་བ་དེ་དངོས་གནས་ང་ཚོ་ཨོ་ལ་ད་དེ་དགོས་ཡ་གྱི་ཆགས་དེ་ཡོད་རེད། ལས་རྒྱུ་འབྲས་དང་ཡ་རབ་བཟང་སྤྱོད་ཀྱི་ངོས་ནས་བཤད་པ་ཡིན་ན་མི་དེ་སུས་བྲིས་དེ་ང་ཚོའི་རྒྱལ་ཁབ་ཀྱི་རང་འཐབ་རྩོད་རང་བཙན་འཐབ་རྩོད་སོ་སོའི་དབུ་ཁྲིད་ཀྱི་ཆེད་དུ་ད་དངོས་གནས་ཀྱི་ཚེ་སྲོག་བླུད་བཏང་ནས་དམག་ལ་ཕྱིན་ནས་དགྲ་བོ་ཀྱི་མེ་མདའ་བྲང་ལ་བཟེད་དེ་ཉིད། དེ་ནི་ཅེག་དམག་གིས་རྒྱ་གཡའ་རང་ནས་བསམ་བྱས་ནས་དེ་ནི་སློབ་དམག་སྒར་དང། དེ་ནི་དམག་སྡེའང་ཉི་ཤུ་རྩ་གཉིས་པ་ལ་འཛུལ་ནས་གང་ལྟར་དགྲ་བོ་རྒྱ་ནག་ལ་འཐབ་རྩོད་བྱེད་ཡག་དང་རྒོལ་འཛིང་བྱེད་ཡག་གི་ཆེད་དུ་ད་ལུས་དང་དམ་བཅའ་བཞག་བཞག་རྒྱུ་གི་དཔའ་རྒོད་ཤ་སྟག་ཅིག་ཆགས་ཡོད་དུས་ད་ཁོང་ཚོ་ལ་ཅེག་ནག་ཚོགས་ཀྱི་བཀའ་དྲིན་རྗེས་དྲན་དེ་འདྲ་དེ་ཡང་གཞུང་འབྲེལ་གྱི་སྒོ་ནས་དེ་འདྲ་གི་བཀའ་དྲིན་རྗེས་དྲན་དང་ཆེད་དུ་དགོས་ཡག་དེ་ད་ཧ་ལས་བི་ཁེ་ཡ་རབས་བཟང་སྤྱོད་ཀྱི་ངོས་ནས་ཡིན་ན་ཧ་ལས་པའི་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། དེ་ནས་ལྷག་པར་དུ། ང་རང་ཚོ་གས་ད་འཐབ་རྩོད་བོད་རྒྱལ་ཁབ་བོད་རང་བཙན་སླར་གསོ་དགོས་ཀྱི་ཡོད་ན། ད་ཕྱི་ཡི་རྒྱབ་སྐྱོར་ལ་དེ་གས་ནུས་པ་འདྲ་བོ་དེ་བརྒྱ་ཆ་གཅིག་གཉིས་གཅིག་དང་ད་མང་ན་བརྒྱ་ཆ་ལྔ་ཟེར་ཡིན་གྱི་རེད། བརྒྱ་ཆ་དགུ་བཅུ་གོ་དགུ་བོད་རང་བཙན་སླར་གསོ་དང་བོད་རྒྱལ་ཁབ་སླར་གསོ་གི་ནུས་པ་དེ་ང་ཚོ་བོད་པ་རང་སྟེང་གི་ནུས་པ་དང། བློས་གཏོང་ལ་བརྟེན་བྱས་ནས་བོད་རང་བཙན་དང་རྒྱལ་ཁབ་སླར་གསོ་དགོས་ཡ་དེ་ལྟ། འཐབ་རྩོད་ཀྱི་བརྒྱུད་རིམ་དང། ལྟ་འཐབ་རྩོད་ཀྱི་ངོ་བོ་འདྲ་བོ་དེ་དེ་ཆ་དེ་གི་ཡོད་རེད་དེ་འདྲ་ཡིན་དུས་བརྩམས་པ་ལ། བོད་རང་བཙན་དང་བོད་རྒྱལ་ཁབ་སླར་གསོ་གི་ནུས་པ་དང། དེའི་སྟོབས་ཤུགས་དང། འགན་འཁྲི་འདྲ་བོ་དེ་ང་ཚོ་བོད་པ་རང་ཉིད་ཀྱི་རང་སྟེང་ལ་ཡོད་པ་ཡིན་ན། དེ་ནི་བོད་པའི་སྤྱི་ཚོགས་ནང་ལོགས་ལ་རྒྱལ་ཞེན་གྱི་སློབ་གསོ་དང། དེ་ནི། གཅིག། རྒྱལ་ཁབ་སླར་གསོ་དང་རང་བཙན་འཐབ་རྩོད་ཀྱི་ཆེད་དུ་བློས་གཏོང་བྱེད་ཡག་གི་ཆོད་སེམས་འདྲ་བོ་དེ། བཙན་བྱོལ་བོད་པ་ཙམ་མ་ཡིན་པར་སྤྱིར་བཏང་ནས་བོད་པ་མཆོང་ཡོངས་ལ་དེའི་འདུ་ཤེས་དང་བློས་གཏོང་དང་ཆོད་སེམས་སྙིང་སྟོབས་སྤོབས་པ་འདྲ་བོ་ཅིག་བོད་པ་མི་སྒེར་རེ་རེ་དང་བོད་པའི་སྤྱི་ཚོགས་ཧྲིལ་པོ་ལ་དགོས་ཡག་དེ། ད་ང་ཚོ་འཐབ་རྩོད་ཀྱི་སྟོབས་ཤུགས་ཆེ་ཤོས་འདྲ་བོ་དེ་དེ་ཆགས་བསྡད་ཡོད་རེད། ད་དེ་འདྲ་ཡིན་དུས་ཁ་ཚོན་གྱིས་ང་ཚོ་གཞུང་འབྲེལ་གྱི་ངོས་ནས་དཔའ་བོ་དཔའ་མོ་ཚོ་ལ་དེ་འདྲ་གི་ཆེ་མཐོང་དང་འདུ་འཛོམས་རྒྱས་ཁ་གནོང་ཡ་དེ་ཚོ། དེ་ནི་ཁོང་རྣམ་པ་གྱི་བཀའ་དྲིན་རྗེས་དྲན་ཙམ་མ་ཡིན་པ། སྤྱི་ཚོགས་མཆོང་ཡོངས་ལ་ད་དེ་གི་ཅིག་མིག་དཔེ་ཡག་པོ་ཅིག་དང་སློབ་གསོ་ཡག་པོ་ཅིག་ཁ་གཡུག་ལག་གཡུག་གི་ཐེབས་ཀྱི་ཡོད་རེད་དྲན་འདུག་དེ་ང་ཚོ་གི་ཅིག་དྲིལ་བསྒྲགས་ཡག་པོ་ཅིག་བྱུང་ངོ་སྤྲོད་ཡག་པོ་ཅིག་བྱུང་བ་ཡིན་ན་སྤྱི་ཚོགས་ནང་ལོགས་ལ་དེ་སོགས་ཀྱི་ཤུགས་རྐྱེན་ཡོང་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། སྤྱིར་བཏང་ནས་འཛམ་བུ་གླིང་སྤྱི་ཡོངས་ཀྱི་ལོ་རྒྱུས་ལྷག་པར་དུ་ནག་ཚོགས་ཀྱི་ཡ་མིན་གོང་མ་གྱི་ལོ་རྒྱུས་དང་ཁ་སང་དེ་རིང་འཛམ་བུ་གླིང་གི་གནས་སྟངས་ལ་བལྟས་པ་ཡིན་ན། རྒྱལ་ཁབ་དང་རང་དབང་ལ་ཡ་དེ། དེ་ནི་རྒྱལ་ཁབ་སོ་སོ་གྱིས་དེ་ནི་ཡོད་མེད་ཀྱི་ངོས་ནས་བསླུས་གཏོང་དང། རྒྱལ་ཁབ་སོ་སོ་གི་ཡོད་མེད་ཀྱི་ངོས་ནས་དཔའ་མཛངས་དང་མཁས་མཛངས་བསླུས་གཏོང་སྙིང་སྟོབས་ལ་བརྟེན་བྱས་ནས་དེ་ནི་རྒྱལ་ཁབ་སྲུང་སྐྱོབ་དང་རང་དབང་སྲུང་སྐྱོབ་དགོས་ཀྱི་ཡོད་བ་དེ་ལྟ་ཁ་སང་དེ་རིང་གི་ལོ་རྒྱུས་ཁེ་ཡང་ང་ཚོ་ལ་ར་སྤྲད་བསྡད་ཀྱི་ཡོད་རེད་དཔེ་ཆ་བཞག་པ་ཡིན་ན། ར་ཤི་ཡ་སྟོབས་ཆེན་སྟོབས་ཆེན་རྒྱལ་ཁབ་བཅས་ཀྱིས་ཡུ་ཀེ་རེན་རྒྱལ་ཁབ་ཆུང་ཆུང་བཅས་ལ་ལས་སླ་བོ་གི་ཐོག་ནས་བཙན་འཛུལ་བྱེད་ཡག་གི་བསམ་བློ་གཏོང་བ་རེད་དེ། ཏཱ་ཡུ་ཀེ་རེན་ལ་ར་ཤི་ཡ་གིས་བཙན་འཛུལ་བྱས་ནས་ད་ལོ་སྟོབས་ན་དེའི་ནང་ལོགས་ལ་གང་ལྟར་ར་ཤི་ཡ་སྟོབས་ཆེན་རྒྱལ་ཁབ་ཅིག་གིས་ཡུ་ཀེ་རེན་རྒྱལ་ཁབ་ཆུང་ཆུང་ཅིག་ཟ་མ་ཐོབ་པ་བྱེད་ཆེད་ནས་མུ་མཐུད་ནས་ཡུ་ཀེ་རེན་གྱི་སྙིང་སྟོབས་ཆེན་པོ་དང་གདེང་ཚོད་ཆེན་པོ་གི་ཐོག་ནས་ཕར་རྒོལ་བྱེད་ཐུབ་ཡ་དེ་ཡང་ཡུ་ཀེ་རེན་གྱི་ཡུལ་མི་དང་ཡུ་ཀེ་རེན་གྱི་བུ་ཕྲུག་ཚོ་གིས་སོ་སོའི་རྒྱལ་ཁབ་སྲུང་སྐྱོབ་ཀྱི་ཆེད་དུ་བློས་གཏོང་དང་སྙིང་སྟོབས་ཆོད་སེམས། ཡུ་ཀེ་རེན་གྱི་དབུ་ཁྲིད་ཛཱ་ལེན་སི་ཀི་ལྟ་བུ་གིས་མཁན་ཚང་ལ་བརྟེན་ཆེད་ནས་ད་རྒྱལ་ཁམས་འདི་མུ་མཐུད་ནས་སྲུང་སྐྱོབ་བྱེད་དུ་ཡོད་རེད། དེའི་བརྒྱུད་རིམ་གྱི་ནང་ལོགས་ལ་ཡུ་ཀེ་རེན་གྱི་སྲིད་འཛིན་ཛཱ་ལན་སི་ཀིས་དམག་རྒྱག་ས་གིས་དམག་ས་ལ་འགྲོ་བྱེད་ནས་དེ་ནི་དམག་གི་ནང་ལོགས་ལ་བློས་གཏོང་བྱེད་ཉེན་གྱི་དཔའ་བོ་དཔའ་མོ་དེ་ཚོ་ལ་ཆེད་དུ་གཟིགས་མདངས་ཕུལ་ཡ། དེ་ནི་འདས་གྲོངས་ལ་ཆེད་ཕེབས་ཀྱི་དམག་རྒྱབ་དེ་ཚོ་གི་ནང་མི་ལ། ཐུག་འཕྲད་དང་མཇལ་འཕྲད་བྱེད་ཡག་ཆེ་མདོག་བྱེད་ཡག་ད་དེ་འདྲ་བྱེད་བྱས་ནས་གོང་ལྟར། ཡུ་ཀེ་རེན་རྒྱལ་ཁབ་ཆུང་ཆུང་བཅས་ཀྱི་སྟོབས་ཆེན། ར་ཤི་ཡ་ལ་དེ་ལ་ད་ཕར་རྒོལ་བྱེད་བྱས་ནས་གོང་ལྟར། སོ་སོའི་རྒྱལ་ཁབ་ཀྱི་བདག་དབང་དང་རང་ས་རང་བཙན་བརྟན་པོ་བྱས་ནས་སོང་དེ་བས་ཀྱི་གནད་དོན་འདི། ཡུ་ཀེ་རེན་ལ་མཁས་མཛངས་ལྡན་པའི་སྒེར་ཛཱ་ལན་སི་ཀི་འདྲ་བོ་ཅིག་ཡོད་པ་དང་ཁོ་རང་གི་རླབས་ཆེན་གྱི་དབུ་ཁྲིད་ཀྱི་འོག་ལ། དེ་ནི་རྒྱལ་ཁབ་སྲུང་སྐྱོབ་ཀྱི་ཆོད་སེམས་ཙམ་མ་ཡིན་པར་རྒྱལ་ཁབ་སྲུང་སྐྱོབ་ཀྱི་སྙིང་སྟོབས་དེ་མུ་མཐུད་ནས་སྐྱེད་སྲིང་བྱས་ནས་གང་ལྟར་དཔའ་བོ་ལ་ཆེད་དུ་གི་བྱ་དགའ་གནང་བསྡད་ཡ་འདི་སོགས་ང་ཚོ་གི་མིག་དཔེ་ལྟ་ཡ་གི་གནད་དོན་གྱི་ཆ་དེ་ཡོད་རེད། དེ་ནི་ནག་ཚོགས་ཀྱི་ཡང་མིན་གོང་མ་གི་ལོ་རྒྱུས་ལ་བལྟས་པ་ཡིན་ན་ལས། ནག་ཚོགས་ཀྱི་བོད་བཙན་པོ་གི་རྒྱལ་རབས་ཀྱི་ལོ་རྒྱུས་བཤད་པའི་སྐབས་ལ་ནག་ཚོགས་ཡིན་པ་ཡིན་ན་ལས་སོ་སོ་བོད་པ་གཅིག་ཡིན་པའི་ངོས་ནས་དཔའ་དང་སྤོབས་པ་སྙིང་སྟོབས་བསྐྱེད་ཡག་གི་ལོ་རྒྱུས་བཅས་ཡོད་བ་དེས། དུས་རབས་བདུན་པ་བརྒྱད་པ་དགུ་བ་གི་མགོ་བར་ལ་དེ་ནི། བོད་བཙན་པོའི་རྒྱལ་ཁབ་གིས་ཨེ་ཤ་ཡ་གི་སུམ་ཆ་གཉིས་ལ་དབང་སྒྱུར་བྱེད་ཀྱི་ནི་བོད་བཙན་པོའི་རྟ་དམག་གིས་གོང་ལྟར། ཨ་རབ་ཀྱི་ཨོག་སོ་ཙོང་པོ་དང། དེ་ནས་རྒྱ་གར་གྱི་ཆུ་མོ་གོང་ཀ། རྒྱ་ནག་གི་དེ་ནས་རྒྱལ་ས་ཤེས་ཡན་བར་ལ་གོང་ལྟར། རྟ་དབང་སྒྱུར་བྱེད་བྱས་ནས། དེ་འབྲེལ་གྱི་བུ་བཙན་པོའི་རྟ་དམག་ལ་དཔའ་དང་སྤོབས་པ་བྱུང་ཡ་དེ་ཡང་སྐབས་དེ་དུས་བུ་བཙན་པོ་གྱི་མཁས་མཛངས་ཀྱི། དེ་ནས་རྒྱལ་སྤྱིའི་ཡར་སྐོར་གྱི་རྟ་སློབ་གསོ་དང། དབུ་ཁྲིད་ཀྱི་ནུས་པ་ལ་བརྟེན་བྱས་ནས་བྱུང་བ་ཅིག་ཆགས་ཏེ་ཡོད་རེད་རྒྱུ་མཚན་ག་རེ་བྱས་ལབ་ན་བོད་བཙན་པོ་གི་རྒྱལ་རབས་ནང་ལོག་ལ་དེ་ནི་ཅེན་གྲོགས་དང་དཔའ་མཚན་གྲོགས་ལབ་ཡ་དེ་ཚོ་དེ་ནི་ཅེན་གྲོགས་འདྲ་བོ་ཕྱག་བཞག་བ་ཡིན་ན་དེ་ནི་མི་ཡག་ལ་ཆེ་མདོག་བྱས་ཡ་རྒྱལ་ཁབ་ཀྱི་ཆེད་དུ་བློས་གཏོང་བྱེད་ཉེན་སྤྱི་ཚོགས་ལ་ཞབས་ཞུ་འགྲུ་ཉེན་དེ་འདྲ་གི་ད་མཁན་ཚང་དཔའ་མཚང་ལྡིམ་པི་གི་བོད་པ་དེ་ཚོ་ལ་ཆེ་མདོག་བྱས་ཡ། དེ་ནས་མི་ངན་པ་སྡར་མ་རྒྱལ་ཁབ་བཙོང་དེ་ཉིད་རྐུ་མ་ཇག་པ་རྒྱ་མ་རབ་སྐྱོབ་པ་འཁྲབ་དེ་ཉིད་དེ་སོགས་ལ། དེ་ནས་ཆད་པ་བཅད་ཡག་གི་ཆེད་དུ་ད་གོང་ལྟར་སྤྱན་དྲོག་ལག་ཡག་དང། དེ་ནས་དཔའ་བོ་དེ་སོགས་ལ་ཆད་གཏོང་འབུལ་ཡག་གི་ཆེད་དུ་དེ་ནས་རྟག་ཏུ་རྟག་མི་ལ་སོགས་པའི་དེ་ནས་དཔའ་མཚན་གྲོགས་གིས་ད་རྣམ་གཞག་བྱུང་བ་དེ་སོགས་དེ་ནས་བུ་བཙུན་པོ་གི་གོང་ལྟར་བོད་ཀྱི་བུ་ཕྲུག་ཚོ་ལ་དཔའ་དང་སྤོབས་པ་སྐྱེད་སྲིང་བྱེད་སྟངས་རྒྱལ་ཞེན་སྐྱེད་སྲིང་བྱེད་སྟངས་བཅས་ཡིག་ཆ་དེ་ཡོད་རེད། དེ་ག་ནང་བཞིན་བོད་བཙན་པོ་གི་ལོ་རྒྱུས་ཀྱི་ནང་ལོགས་ལ་འཛོམས་མི་བདུན་ལབ་ཡ་བྱུང་བ་རེད། འཛོམས་མི་བདུན་ལབ་ཡ་དེ་འཛོམས་མི་བདུན་ཁོ་རང་ཚོ་མི་སྒེར་རང་སྟེང་གི་ཤེས་རབ་དང་རྣམ་དཔྱོད་དང་བྱས་རྗེས་ཙམ་མ་ཡིན་པར། ཁོ་རང་ཚོ་གི་ཤེས་རབ་དང་རྣམ་དཔྱོད་བྱས་རྗེས་དེ་ལ་བོད་རྒྱལ་ཁབ་ཀྱི་གཞུང་འབྲེལ་གྱི་ངོས་ནས་ཆེ་མཐོ་དང་ངོས་འཛིན་བྱེད་པའི་གལ་ལོ་རྒྱུས་ཀྱི་ཆ་ལྡན་གྱི་ཡོད་རེད་བོད་ཀྱི་རྫོང་མི་དང་རྫོང་ལུང་བདུན་ལ་ཡ་དེ་དེ་འདྲའི་གི་གང་ལྟར་བོད་བཙན་པོ་གི་སྐབས་ལ་དཔའ་བོ་ལ་ཆེ་ཐོག་སྡར་མ་ལ་ཆེ་པ་དེ་ནས་མཛངས་མི་དང་མཁས་པ་བྱས་རྗེས་ཅན་ལ་ཆེ་ཐོག་བྱས་ཡ་དེ་འདྲའི་གི་སློབ་གསོ་ཡག་པོ་ཅིག་ཡོད་པའི་རྒྱུ་མཚན་གི་སྐབས་དེ་དུས་བོད་ཀྱི་བུ་ཕྲུག་སོགས་ལ་དཔའ་དང་སྤོབས་པ་གི་སོ་སོའི་རྒྱལ་ཁབ་སྐྱོང་བ་མ་ཟད་དེ་ནས་ཤར་ནུབ་གང་ས་ལ་གང་ལྟར་དམག་གི་གྲང་འདོར་བྱས་ཡ་གི་དཔའ་དང་སྤོབས་པ་དང་རྣམ་འགྱུར་དེ་བྱུང་ཡོད་རེད། དེ་འདྲ་བྱས་དུས་ད་ང་ཚོ་ད་ལྟའི་སྐབས་ལ། གོང་ལྟར། སྣེ་གདོང་སྡུག་པོ་སོ་སོའི་རྒྱལ་ཁབ་དགྲ་ཡི་ལག་པ་ལ་ཤོར་དབུ་ཁྲིད་དང། སྲིད་གཞུང་མིའི་ལུང་པ་ལ་གྱར། དེ་ནི་ང་ཚོ་མིའི་ལུང་པ་ལ་གྱར་བ་དེ་ཡང་སྐྱབས་བཅོལ་དང་པོ་གཉིས་པ་བྱེད་བྱེད་ནས་ད་རྒྱལ་ཁབ་ཉི་ཤུ་ལྷག་ལ་གོང་ལྟར་འདི་འདྲའི་ཁ་འཐོར་ཡུར་རྒྱལ་ལ་ཆར་འདེབས་ཡི་གེ་སྣེ་གདོང་སྡུག་པོ་འདི་འདྲ་གི་དུས་ཚོད་བྱེད་ཚད་ཡོད་རེད་དེ་ང་ཚོའི་མགོ་ཐོག་ལ་ཡིན་ན་ལས་བུ་ཁྱི་ནོར་གཉིས་ཀ་ནི། སོ་སོ་བོད་པ་ཡིན་བསམ་པའི་གི་བོད་ཀྱི་བུ་ཕྲུག། ང་བོད་བཙན་པོའི་བུ་རབས་ཚ་རྒྱུད་ཡིན་བསམ་པའི་གི་བོད་ཀྱི་བུ་ཕྲུག་ཚོ་གིས་རྒྱལ་ཁབ་སླར་གསོ་བྱེད་ཡག་དང་བོད་རང་བཙན་སླར་གསོ་བྱེད་ཡག་གི་རེ་བ་དང་སྙིང་སྟོབས་དེ་ཤི་ཡོད་མ་རེད་ད་དུང་ཡང་དེའི་རེ་བ་འདྲ་བོ་དེ་གསོན་པོ་བསྡད་ཡོད་རེད། དེའི་རེ་བ་གསོན་པོ་བསྡད་བཞག་བ་དེ་ད་མུ་མཐུད་ནས་གོང་འཕེལ་གཏོང་བྱས་ནས་ད་ང་ཚོའི་རང་བཙན་དང་རྒྱལ་ཁབ་དེ་སླར་གསོ་དགོས་གི་ཡོད་རེད་དེ་དགོས་གི་ཡོད་ན་ད་དེ་རིང་བདེ་སྲུང་གིས་གནང་བ་ནང་བཞིན་གྱི་རྒྱལ་ཁབ་ཀྱི་ཆེད་དུ་བློས་གཏོང་བྱེད་ཉིན་བོད་རང་དབང་རང་བཙན་གྱི་ཆེད་དུ་བློས་གཏོང་བྱེད་ཉིན་གྱི་རྒྱལ་སྤྱིའི་མི་སྣ་ལ་ཆེ་མཐོང་བརྗེ་རེན། བཀའ་དྲིན་རྗེས་དྲན་ཞུ་དགོས་ཡ་དེ་ད་ང་ཚོ་འཐབ་རྩོད་ཀྱི་དགོས་མཁོ་ཆགས་བསྡད་ཀྱི་ཡོད་རེད། ཧ་ལས་བི་ཀི་ད་འདི་གནད་དོན་གལ་ཆེན་པོ་གཅིག་རེད། དེ་འདྲའི་ཡིན་པའི་ཆ་ནས་ད་ཁ་རྩང་རྡ་རམ་ས་ལ་ཉི་མ་གཉིས་ལ་དེ་འདྲའི་གི་ཅིག་བོད་ཀྱི་དཔའ་བོ་དཔའ་མོ་ཞེ་གསུམ་པོ་སྐོར་འཚོ་བཞུགས་ཡོད་བ་ཚོ་ལ་ད་ཆེད་དུང་གི་ཀ་རེ་རྗེས་དྲན་གི་འདུ་འཛོམས་དང་གཟེངས་རྟགས་དང་རྗེས་ཁ་གཏོང་གནང་བ་དེ་ད་བདེ་སྲུང་ལས་ཁང་གི་ངོས་ནས་གོ་རིག་གནང་བ་ཞིག་ཡིན་དུས། དེ་ནི་བདེ་སྲུང་བཀའ་བློན་དང་བདེ་སྲུང་དྲུང་ཆེ་གིས་གཙོས་པའི་བདེ་སྲུང་གི་དབུ་ལས་ལྷན་རྒྱས་ལ་ང་བོད་པ་ཅིག་གི་ངོས་ནས་དང་བོའི་རང་དབང་རང་བཙན་སླར་གསོ་གི་རེ་བ་ནམ་ཡང་ཤི་མ་མྱོང་བདེ་སྙིང་གི་བོད་པ་གསོན་པོ་ཅིག་གི་ངོས་ནས་དེ་ནི་ནང་པ་ཚང་མ་ལ་དངོས་གནས་ཀྱི། ཀ་རན་ཆེ་ཞུ་གི་ཡོད། རྣམ་པ་ཚོས་དེ་འདྲ་བྱེད་གནང་བ་དེ། ང་ཚོ་དེ་འདྲ་བྱེད་ཀྱི་ནི་བོད་པའི་སྤྱི་ཚོགས་འདི་ཡར་རྒྱས་གཏོང་དགོས་ཡ། དེ་འདྲ་བྱེད་ཀྱི་ནི་བོད་པའི་སྤྱི་ཚོགས་འདིའི་ནང་ལོགས་ལ་མ་མཐུན་པ་ག་ཚད་ཡོད་བ་འགལ་བ་ག་ཚད་ཡོད་བ་ཡིན་ན་ལས་ཆེ་ས་ང་ཚོའི་རྩ་དོན་འཐབ་རྩོད་ལ་ཐུག་པའི་སྐབས་ལ་རྡོག་རྩ་གཅིག་རེ་བྱེད་དགོས་ཡ། ཐུན་མོང་གི་བློས་གཏོང་བྱེད་དགོས། མཉམ་རུབ་བྱེད་དགོས། དེ་འབྲེལ་གྱི་འགན་སེམས་གཅིག་དང་ནུས་པ་གཅིག་ལ་བརྟེན་བྱས་ཏེ་ང་ཚོ་གིས་རྒྱལ་ཁབ་སླར་གསོ་དགོས་པ་དེ་ད་ང་རང་ཚོ་གིས་ལྡོག་ཏུ་མེད་པའི་གི་འགན་འཁྲི་ཆགས་བསྡད་ཀྱི་ཡོད་རེད། ད་ལྡོག་ཏུ་མེད་པའི་གི་འགན་འཁྲི་ཆགས་ཡོད་རེད་ལབ་ཡོད་ཀྱི་སྐབས་ལ་ད་ང་རང་ཚོ་དངོས་གནས་ཀྱི་ལག་པ་གྲོག་མགོ་ལ་བཞག་བྱས་ནས་བོད་པ་མི་རེ་རེ་ལ་འགན་ག་རེ་ཡོད་རེད། བོད་པ་ཅིག་ཡིན་པའི་གི་ཆ་ནས་ང་ཚོའི་གནས་སྟངས་དེ་ག་བ་ལ་ཡོད་རེད་ག་འདྲ་ཅིག་ཡོད་རེད། མ་འོངས་པ་ག་རེ་ཆགས་གི་རེད། ད་དེ་འདྲ་གི་བསམ་བློ་ཉི་མ་རྟག་པར་འཁོར་གི་མེད་པ་ཡིན་ན་ལས། དེ་འདྲ་གི་བསམ་བློ་འཁོར་དགོས་ཡ་དེ་གལ་ཆེན་པོ་ཞིག་རེད་ཉི་མ་རྟག་པར་དེའི་ཐོག་ལ་བསམ་བློ་གཏོང་མ་ཐོབ་པ་ཡིན་ན་ལས། དེ་འདྲ་གི་བསམ་བློ་ཡང་ནས་ཡང་དུ་ང་ཚོ་ལ་འཁོར་དགོས་ཡ་དེ། ག་རེ་བྱས་ནས་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཟེར་ན་དངོས་ཡོད་གནས་ཚུལ་ད་ལྟའི་གི་སྐབས་ལ་ང་རང་ཚོ་བོད་པ་ནག་ཚུལ་གྱི་མི་ཐོག་འདི་གི་རིག་པ་གྱི་མ་དྲན་བ་ཡིན་ན་འགན་གྱི་མ་ཁེལ་བའི་ཡིན་ན་ད་བོད་མི་རིགས་ངོ་བོ་དང་བཅས་པ་ད་རྩ་མེད་འགྲོ་ཡ་ལ་ལོ་བཅུ་ཕྲག་ཁ་ཤས་ཀྱི་མ་གཏོགས་འགོར་ཡ་མིན་པ་དེ་ད་བོད་ཕྱི་ནང་གཉིས་ཀ་གི་ང་རང་ཚོ་གི་བུ་ཕྲུག་དེ་ཚོ་གི་སྐད་ཀྱི་གནས་ཚིག་གཅིག་པུ་ནི། ད་ར་གྲོ་སེར་པོ་ཞི་བ་ཅིག་བྱེད་ཀྱི་ཡོད་རེད། དགྲ་བོ་རྒྱ་ནག་གིས་བོད་ཡུལ་རྒྱ་ཡུལ་ལ་འཇུ་ཡག་དེ་ལོ་དྲུག་ཅུ་བདུན་ཅུ་ལ་མཚམས་མ་བཞག་བ་མ་ཟད་ད་འདི་དཔེ་ཀྱི་ལོ་ཁ་ཤས་ཅིག་གི་ནང་ལོགས་ལ། ད་གང་ལྟར་བོད་རྒྱ་ནག་ཅན་ལ་འཇུར་ཡག་གི་འཕྲེང་དང་སྲིད་ཇུས་འཛམ་བུ་གླིང་ལ་མངོན་གསལ་དོད་པོ་གི་ཕྱི་བསྒྲགས་བྱེད་བྱེད་ནས། ད་བོད་ཡུལ་རྒྱ་ཡུལ་ལ་འཇོར་བྱེད་ནས་བོད་ཀྱི་ས་ཐོག་ལ་བོད་པའི་བུ་ཕྲུག་ལ་བོད་སྐད་ཡིག་སློབ་ཁྲིད་དང་བེད་སྤྱོད་གཏོང་ཡག་གི་ཁོར་ཡུག་དང་རང་མེད་སྡེ་བའི་གི་གནད་དོན་འདིའི་ནང་ལོགས་ནས། ད་བོའི་ནང་ལོགས་ནི་འདྲ་བོ་ཆ་བཞག་པ་ཡིན་ན་ལས་ང་ཚོ་གི་བུ་ཕྲུག་གི་ནང་ལོགས་ལ་ནང་མི་བར་ལ་བོད་སྐད་བཙོ་མ་བཅས་ཀྱི་གོ་བརྡ་འཕྲིད་མ་མ་ཐོབ་ཡ། རྒྱ་སྐད་རྒྱག་དགོས་ཡ་ཀྱི་གནས་ཚུལ་དེ་བོའི་ནང་ལོགས་ལ་མགོ་བཙུགས་ཚར་རེད་ཚར་བིས་ཀྱི་གནས་ཚུལ་དེ་ང་རང་ཚོ་གི་ཧ་གོ་དགོས་ཡ་གལ་ཆེན་པོ་རེད། ད་ང་རང་ཚོ་རོང་ལུང་པ་འཛམ་བུ་གླིང་གི་རྒྱལ་ཁབ་ཉི་ཤུ་ལྷག་ལ་བོད་པ་ཁ་འཐོར་བསྡད་བིས་ཀྱི་བོད་པ་གི་ནང་ལོགས་ནི་ནུབ་ཕྱོགས་ཡུལ་གྲུ་ཁག་ལ་ཡོད་ཉེན་གྱི་བོད་པིའི་ཁྱིམ་ཚང་དང་བོད་པིའི་བུ་ཕྲུག་གི་ནང་ལོགས་ལ་དེ་ནི་བོད་པ་ཕན་ཚུན་ལ་བོད་སྐད་ཀྱི་ཐོག་ནས་གོ་བརྡ་མ་འཕྲོད་ཡག་གི་གནས་དང། བོད་ཡིག་འབྲི་ཀློག་མ་ཐུབ་ཡག་གི་ལྟ་བུ་འཁྲུག་ལྟ་འཚར་ལོངས་བྱེད་ཡོང་གི་ཡོད་རེད། འདིའི་གནད་དོན་འདི་བོད་མི་རིགས་ལས་དེ་ཤི་ཡག་གི་སོ་མཚམས་ཅིག་ལ་སླེབས་ཡོད་བ་དེ་ང་ཚོ་གི་མེད་ཀྱི་མདུན་ལ་ལྟ་ར་སྤྲོད་བྱེད་ཀྱི་ཡོད་རེད་དེ་བྱེད་དུས་ད་དངོས་གནས་ཀྱི་ང་ཚོ་གི་མ་འོངས་པའི་ཡོང་རྒྱུས་ཀྱི་ལོ་བཅུ་བཅོ་ལྔ་གི་ནང་ལོགས་ལ་ང་ཚོའི་འཐབ་རྩོད་ཀྱི་གནས་སྟངས་ཀྱི་ཐོག་ནས་ཡིན་ན་རེད། སྐད་ཡིག་རིག་གཞུང་སྲུང་སྐྱོབ་བྱེད་ཡག་གི་གནས་སྟངས་ཀྱི་ཐོག་ནས་ཡིན་ན་ལས་ང་ཚོ་གི་རིག་པ་གཅིག་མ་འདྲེས་མ་ཡིན་ན། དེ་ནི་མ་འོངས་པར་བོད་ལ་ཡ་དེ་མཛུག་བཙུག་ཡ་མེད་པ་གཅིག་ང་རང་ཚོ་གི་ད་ལྟ་བར་དུ་སྐྱབས་བཅོལ་བ་འདྲ་འདྲིའི་ནང་ནས་མ་འདྲ་བ་ཡིན་ག་སྲིད་མི་འགུལ་ག་སྲིད་ལ་བ་ཡིན་ན་ལས་མཐའ་མ་དེ་ལ། གང་ལྟར་ང་ཚོ་ལ་གང་ཡང་མ་ལྷག་བ་དང་གང་ཡང་མེད་པ་གཅིག་གི་ཐོག་ནས་ལོ་རྒྱུས་མཇུག་སྒྲིལ་ཡག་དེ་འདྲའི་སྐྱེད་ཀས་ང་ཚོ་གི་རིག་གཞུང་འཐབ་རྩོད་དང་བཅས་པ་རྩ་མེད་ཤུར་མེད་ལ་ཕྱིན་པའི་གི་ལོ་རྒྱུས་ཅིག་ང་ཚོའི་སྐབས་ལ་བྱུང་བ་ཡིན་ན་ང་ཚོ། བོུ་བསད་པ་ཆགས་བ་ནས་བཟུང་སྟེ་ལོ་རྒྱུས་ཀྱི་ཉིན་རྐྱེན་པ་ཆེ་ཤོས་དེ། ལོ་རྒྱུས་ཀྱི་ཉིན་རྐྱེན་པ་སྡུག་ཤོས་དེ་ང་ཚོ་ཆགས་ཀྱི་ཡོད་རེད། དེ་ང་རང་ཚོ་གི། ངོ་ཤེས་དགོས་ཡ་ར་འཕྲོད་དགོས་ཡ། སོ་སོའི་ཁས་ལེན་བྱེད་ཕོད་དགོས་ཡ་དེ་ད་ཧ་ལས་བས་གི་གལ་ཆེན་པོ་ཆགས་དེ་ཡོད་རེད། འགན་འཁྲི་དང་འབྲེལ་བའི་སྐོར་ནས་བསམ་བློ་གཏོང་བ་ཡིན་ན། ད་ཁ་ཚོན། བདེ་སྲུང་ལས་ཁུངས་ཀྱིས་མཇལ་ཁ་གཏོང་ས་ཀྱི་མི་རྒྱ་ཆུ་བྱ་རྒོད་གཟིགས་སྟངས་འབུལ་ས་དང་མཇལ་ཁ་གཏོང་ས་ཀྱི་མི་རྒྱ་ཆུ་བྱ་རྒོད་མཇལ་ཁ་གཏོང་དབྱིག་གི་བརྙན་དེ། རྟ་རྩེ་འགྱུར་འོང་ལུང་པ་ལ་ཡོད་མཉན་གྱི་བོད་པ་ཚང་མ་གིས་ངེས་པར་དུ་གཅིག་གཟིགས་དགོས་ཡ་དེ་གལ་ཆེན་པོ་རེད་བཞག་སོ་སོ་གི་ལྟེ་བ་མ་གཟིགས་སོ་སོའི་བུ་ཕྲུག་དང་མཉམ་དུ་དེ་དངོས་གནས་ཁོ་རུ་ལྷོད་ལྷོད་བྱས་ནས་ཡག་པོ་བྱས་ནས་གཅིག་བལྟ་བྱས་ནས་དེའི་ཚོར་བ་འདྲ་བོ་དེ་སོ་སོ་གི་རོང་སྟེང་ལ་གཅིག་མཐིང་མ་གཅིག་མྱོང་དགོས་ཡ་དེ་ཏཱ་ཧ་ལེ་བི་ཀི་གལ་ཆེན་པོ་རེད་བཞག་རྒྱུ་མཚན་ག་རེ་བྱས་ནས་ལབ་ན། ངས་དེ་རིང་སྐད་ཆ་བཤད་ཡག་གི་ཀུན་སློང་འདྲ་བོ་དེ་བརྙེད་དེ་ལྟེ་བའི་བརྒྱུད་རིམ་གྱི་ནང་ལོགས་ལ་ང་རང་གིས་ང་རང་ལ་ཚོར་བ་ཤུགས་ཆེན་པོ་གྱི་ལི་བི་ཀི་རྒྱུ་མཚན་གྱི་ཐོག་ནས་ངས་སྐད་ཆ་འདི་བཤད་དགོས་ཡ་ཆགས་སོང། ད་རྣམ་པ་ཚོ་གིས་བརྙན་དེ་ཡག་པོ་གྱིས་གཟིགས་གནང་བ་ཡིན་ན། བརྙན་དེ་ནང་ལོགས་ལ་ངས་ད་གིན་ཞུ་བ་ནང་བཞིན་བོད་རང་དབང་རང་བཙན་ཡོལ་བའི་སྐབས་ཀྱི་བོད་ཀྱི་གཞུང་མ་ཟུར་བ། དེ་ནས་བོད་རང་དབང་རང་བཙན་ཤོར་བའི་བརྒྱུད་རིམ་ནང་ལོགས་ལ་བོད་རྒྱལ་ཁབ་སྲུང་སྐྱོབ་བོད་རང་བཙན་སྲུང་སྐྱོབ། དབུ་ཁྲིད་སྲུང་སྐྱོབ་ཀྱི་ཆེད་དུ་དེ་ནས་ལུས་དང་བྱས་ཉེས་ཀྱི་ཆོས་བཞི་དགོངས་གྲོགས་བསྟན་སྲུང་དང་ལོང་དམག་གི་དཔའ་སྒུག། ད་དེ་དང་འབྲེལ་དབུས་ཀྱི་ཐོག་ནས་ལོ་དམག་སྒར་དང་དམག་སྡེ་ཨང་ཉེར་གཉིས་པ་དང་དེ་ནས་ལྔ་བཅུ་ང་གྲངས་ནས་ད་མ་ཡུང་བའི་ཀྱི་ད།

འདི་སྙམ་ར་བོ་དེ་ལྟ་ཚེ་ག་ས་བར་དུ་སླེབས་བཞག་དེ་དངོས་གནས་ང་ཚོ་གི་ལྟ་ཡག་པོ་བྱེད་ནས་ཅིག་འཇལ་བྱེད་ནས་ད་ང་ཚོའི་དུས་ཚོགས་འདྲ་བོ་དེ་ག་ས་བར་དུ་སླེབས་བཞག་དུས་ཚོགས་ག་འདྲ་བྱེད་ནས་རྫོགས་འགྲོ་གི་ཡོད་བ་དེ་ཅིག་ཚོར་དགོས་ཀྱི་འདུག་བརྙན་དེ་ཡག་པོ་ཅིག་བཏགས་བྱེད་ནས་ལྷག་པར་དུ་འཇིགས་ཧ་ལ་བཅར་བརྙན་གྱི་ནོར་ལོག་ནི་ལྟ་མི་རབས་རྒན་པ་མང་པོ་ཅིག་མི་ངོ་རུ་ངོ་མ་འཛིན་ཡག་གི་གནད་དོན། དེ་ནི་སོ་སོ་གི་གཟུགས་པོའི་གནས་སྟོང་འདྲ་བོ་ཕྱག་བཞག་པ་ཡིན་ན་རྐུབ་བཀྱག་འཁོར་ལོ་ཅན་གྱི་ཐོག་ལ་ལྟ། ཕེབས་དགོས་ཡག་གི་གནས་སྟོང་དེ་འདྲའི་གེ་ལྟ། གནས་སྟོང་བཅས་ཀྱི་ཐོག་ནི་ཁར་ཚོང་གི་འཇིགས་ཧ་དེ་ལྟ་ཡག་དང་འཇལ་ཡག་ཡོད་རེད་དེ་རྣམ་པ་ཚོ་གི་སེམས་ཚོར་ཆེན་པོ་གི་ཐོག་ནས་གཅིག་གཉེན་དེ་ཆ་ཚོང་བ་ལྟ་དགོས་ཡག་དེ་ཧ་ལས་པའི་གེ་ཆེན་པོ་རེད་བཞག་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ང་ཚོ་གི་འཐབ་རྩོད་འདྲ་བོ་དེ། ད་ཚེས་དགྲ་བོ་དེ་ག་བ་ཅན་ལ་སླེབས་བཞག། Jihad། ཞུ་སྙན་གྱི་མི་རབས་རྒན་པ་དེ་ཚོ་རྒྱ་མི་དང་མཉམ་དུ་དང་པོ་འཐབ་རྩོད་བྱེད་པའི་སྐབས་ལ་ཡིན་པ་ཡིན་ན་འདྲ། བཙན་བྱོལ་ལ་དྲུག་བྱོལ་ལ་ཡོང་བྱས་ནས་གཞུང་དང་དབུ་ཁྲིད་སྲུང་སྐྱོབ་བྱས་ནས་ཡོང་བའི་སྐབས་ལ་ཡིན་ན་འདྲ། ཁོང་ཚོ་གི་འབོད་སྒྲ་དང་དམིགས་ཡུལ་དང་རེ་བ་དེ་བོད་རང་བཙན་སླར་གསོ་བྱེད་ཡག་དེ་རེད། དེ་འབྲེལ་གྱི་རེ་བ་དེ་ཁྱེད་ཀྱིས་ནི་བོད་རང་དབང་རང་བཙན་དུས་ཚོད་ཐུང་ཐུང་ཅིག་ལ་སླར་གསོ་བྱེད་ཀྱི་ནི་དེ་ནི་རྒྱ་བ་རིན་པོ་ཆེ་དང་བོད་གཞུང་དེ་བོད་ཀྱི་ས་ཐོག་ལ་བོད་ཀྱི་རྒྱལ་ས་ལ་ཕར་འདི་འདྲའི་ཞུ་ཡ་དེ་ད་ང་བསྐྱོད་ང་དགོས་ལ་སྐྱབས་བཅོལ་ལ་ཡུན་ཉེན་ད་ཁ་ཚོན་འགྱེད་ཧ་གཏོང་བའི་སྐབས་ཀྱི་རྐུབ་བཀྱག་འཁོར་ལོ་ཅན་གྱི་ཐོག་ལ་བཞོ་དགོས་ཉེན་གྱི་རྒན་རབས་དེ་ཚོ་རེད་དཔའ་བོ་དཔའ་ཁུག་དེ་ཚོ་རེད། ད་ཁོང་ཚོ་གི་རེ་བ་འདྲ་བོ་དེ་ཁོ་རང་ཚོ་གི་སྐུ་ཚེ་དེའི་ཐོག་ལ་མགྱོགས་པོ་གཅིག་ལ་རྒྱ་བར་མུ་གཅིག་ཏུ་གཞུང་གི་གཞུང་དང་དབུ་ཁྲིད། བོད་རང་དབང་རང་ལུགས་རང་བཙན་སླར་གསོ་གི་ཐོག་ནས་ད་བོད་ཀྱི་ས་ཐོག་ལ་ཕར་འདི་འདྲའི་ཞུ་ཡག་གི་རེ་བ་རྒྱབ་བྱེད་ནས་འབད་བརྩོན་བྱས་བ་རེད་དེ་དེའི་རེ་བ་དེ་འགྲུབ་ཡོད་མ་རེད། རེ་བ་དེ་མ་འགྲུབ་བ་མ་ཟད་ད་ཁོ་རང་ཚོ་གི་གྲས་ཀྱི་མི་ཐོག་གོང་མ་གི་གོང་མ་དེ་ཚོ་ད་ཧ་ལམ་བརྒྱ་ཆ་དགུ་བཅུ་ལྷག་ཟིག་ད་འཇིག་རྟེན་འདི་ནས་ཕེབས་ཚར་བ་རེད། ང་ཚོའི་འཐབ་རྩོད་འདི་ལ་མ་མི་རབས་ཀྱི་ཐོག་ནས་རྩིས་འདྲ་བོ་ཅིག་རྒྱལ་བ་ཡིན་ན་ད་མི་རབས་བཞི་བ་ལ་སླེབས་ཚར་བ་རེད་ང་ཚོའི་རྒྱལ་ཁབ་ཤོར་རྗེས་ནས་མི་ཐོག་བཞི་བར་ལ་སླེབས་ཚར་ཡོད་རེད། རྒྱུ་མཚན་ག་རེ་ཅིག་ནས་ཞུ་གི་ཡོད་ལབ་ན་བོད་རང་དབང་རང་བཙན་དང་པོ་ཤོར་བའི་སྐབས་ལ། ངའི་སྤོ་པོ་རྨོ་རྨོ་ངའི་ཨ་བུ་ཨ་མྱེས་ཀྱི་དུས་ཚོད་དེ་ལ་བོད་རང་བཙན་ཤོར་ཡོད་རེད། དེ་ག་ནང་བཞིན། ཁོ་རང་ཚོ་ངའི་ཨ་བུ་ཨམ་གཉིས་དང་དེ་ནི་ངའི་ཨ་ཕ་ཨ་མ་གི་དུས་ཚོད་དང་པོ་དེ་ངས་ད་སྤོ་སྤོ་མོ་མོ་ལབ་ན་འདྲ་ཨ་བུ་ཨམ་གཉིས་ཀྱི་དེ་མི་ཐོག་དང་པོ་དེ་རེད། དེ་ནི་མི་ཐོག་གཉིས་པ་དེ་ད་ངའི་ཕ་མ་གི་མི་ཐོག་དེ་རེད་ད་མི་ཐོག་གསུམ་པ་དེ་ང་ཆགས་ཀྱི་ཡོད་རེད་དེ་ནི་མི་ཐོག་བཞི་བ་དེ་ད་ངའི་བུ་མོ་གི་མི་ཐོག་དེ་རེད། དེ་འདྲས་བྱས་དུས་ཙམ་པ་ང་ཚོ་གི་འཐབ་རྩོད་འདྲ་བོ་དེ་ད་མི་ལོ་དྲུག་ཅུ་བདུན་ཅུ་གི་བརྒྱུད་རིམ་ནང་ལོགས་ལ་མི་ཐོག་བཞི་འགྲོ་གི་ཡོད་རེད། མི་ཐོག་བཞི་སྟེ་ནག་ཚོགས་ཀྱི་མར། ལོ་རྒྱུས་ཀྱི་བརྒྱུད་རིམ་ལ་མ་ཕྱི་གཏན་ར་བོ་ཆེ་སློ་བ་ཡིན་ན། ད་ངའི་སྤོ་སྤོ་རྨོ་རྨོ་གི་མི་ཐོག་དེ་ཧ་ལམ་བརྒྱ་ཆ་དགུ་བཅུ་གོ་དགུ། ད་བརྒྱ་ཆ་ཧ་ལམ་བརྒྱ་ལམ་ན་འགྲིག་གི་ཡོད་ཀྱི་རེད། ད་ཡོད་མ་རེད། ཚོང་མ་འགྲོ་ཚར་བ་རེད། འཇིག་རྟེན་འདི་ནི། རྒྱ་མིའི་བསད་ཡ་ལ་སྲིད། ད་སོ་སོ་དུས་ཚོད་ཀྱི་ཆ་ནས་ཚེ་རྫོགས་ཀྱི་ནས་གོང་ད་འཇིག་རྟེན་འདི་ནི་ད་ང་ཚོ་གི་སྤོ་སྤོ་མོ་མོ་གི་མི་ཐོག་འདྲ་བོ་སྟེ་ཧ་ལམ་བརྒྱ་ཆ་དགུ་བཅུ་གོ་དགུ་ད་བརྒྱ་ཆ་གཅིག་གི་ལྷག་ཡོད་ཀྱི་མ་རེད་རྫོགས་ཚར་བ་རེད། དེ་ནི་ངའི་ཨ་ཕ་ཨ་མ་གི་མི་ཐོག་འདྲ་བོ་ཆ་བཞག་ན་ད་བརྒྱ་ཆ་བརྒྱ་བཅུ་ཡིན་མིན་གྱི་རྫོགས་ཚར་བ་རེད། ད་ཁོ་རང་ཚོ། མིའི་ལུང་པ་ལ་དགོངས་པ་རྫོགས་འགྲོ་ཉིན་དེ་སོགས་ཀྱི་རེ་བ་དམིགས་ཡུལ་དེ་ངས་ད་གིན་ཞུས་བ་ནང་བཞིན། དུས་ཚོད་ཐུང་ཐུང་ཅིག་ལ་རང་རང་ཚེ་སླར་གསོ་བྱེད་ཕྱིན་ནས་དེ་ནི་རྒྱ་བ་བཞིན་ནོ་བོ་གི་ས་ཐོག་ལ་ཕར་གདན་འདྲེན་ཞུ་ཡག་དེ་ཁོ་རང་ཚོ་གི་རེ་བ་དམིགས་ཡུལ་རེད་དེ། དེའི་རེ་བ་དམིགས་ཡུལ་དེ་མ་འགྲོ་བར་བྱེད་ཕྱིན་ནས། ཁོ་རང་ཚོ་མིའི་ལུང་པ་ལ་དགོངས་པ་རྫོགས་མིའི་ལུང་པ་ལ་སོ་སོའི་ཕུང་པོ་དེ་ཡང་ཐེ་ལག་ལ་འབྱོར་ཕྱིན་ནས་ད་མིའི་ལུང་པ་ལ་ཀུ་ཕང་མེར་སྲེག་གཏོང་དགོས་ཡག་གི་གནས་སྟངས་བྱུང་ཚར་བ་རེད་ད། ད་དེ་ང་རང་ཚོ་གི་འགན་འཁྲི་མ་འགྲུབ་ཡག་གི། ང་རང་ཚོ་གི་འཐུར་ཤུལ་གྱི་ཆ་གཅིག་ལ་ཁས་ལེན་བྱེད་དགོས་ཀྱི་ཡོད་རེད། དེ་འདྲ་བྱས་ནས་དགོན་པ་རྫོགས་འགྲོ་ཉེན་གྱི་མི་ཐོག་དེ་ཚོ་གིས་ད་ཐ་མག་གི་རེ་བ་དང་ཁ་ཆེམས་དང་སྡུག་བསྔལ་འདྲ་བོ་དེ་ཡང་བོད་རང་དབང་རང་བཙན་སླར་གསོ་མ་བྱུང་བར་སོ་སོའི་གཞུང་དང་དབུ་ཁྲིད་སོ་སོའི་རྒྱལ་ཁབ་ལ་ཕར་འདི་འདྲའི་ཤོད་མ་ཐོབ་ཡ། སོ་སོ་ཡང་སོ་སོའི་ལུང་པ་ལ་ཕར་ལོག་མ་ཐོབ་ཡ་དེ་ལྟ་ཁོང་ཚོ་ཤི་འགྲོ་བའི་སྐབས་ཀྱི་སྡུག་བསྔལ་ཆེ་ཤོས་དང་ཐུན་མོང་གི་སྡུག་བསྔལ་དང་ཐུན་མོང་གི་རེ་བའི་ཁ་ཆེམས་འདྲ་བོ་དེ་དེ་རེད་དེ་ང་ཚོ་གིས་སྒྲུབ་དགོས་ས་རེད་དམ་མ་རེད་ད་ང་རང་ཚོ་གིས་རྩིས་རྒྱབ་དགོས་ཡ་སོ་སོ་འགྲོ་བ་མི་གཅིག་ཡིན་པ་ཡིན་ན། ནི་ང་ཚོ་ལ་འཐབ་རྩོད་ཀྱི་འགན་འདུག་དམ་མི་འདུག། དགེ་སྦྱོང་བར་གསུམ་ལ་གླེ་ཕོ་རུལ་འདྲ་བོ་དང་ལ་རྒྱ་དང་མགོ་རྔ་གནམ་ཆོས་ཀྱི་གཙོ་དགོས་ཀྱི་ཡོད་ན་ད་རང་བོ་རང་བཙན་དེ་སླར་གསོ་བྱེད་དགོས་བ་དེ་མགོ་རྔ་གནམ་ཆོས་ཆགས་བསྡད་ཀྱི་ཡོད་རེད་གླེ་ལ་རྒྱ་ཆགས་བསྡད་ཀྱི་ཡོད་རེད། དེ་ནས་བོད་ནང་ལོག་ལ་བསམ་བློ་གཏོང་བ་ཡིན་ན་ངའི་ཕ་མ་དང་ངའི་སྤོ་སྤོ་རྨོ་རྨོ་དེ་སོ་ད་དེ་སོ་རྩོད་པི་གི་ད་བོད་ནང་གི་མི་རབས་རྒན་པ་དེ་སོ་གྲོངས་འགྲོ་བི་གི་སྐབས་ཀྱི་སྡུག་བསྔལ་ཆེ་ཤོས་དེ་ཡང། དེ་ནི་སོ་སོ་ལ། སོ་སོའི་རྒྱལ་ཁབ་དེ་རོང་རོང་བཙན་སླར་གསོ་མ་བྱུང་བར། སོ་སོའི་དབུ་ཁྲིད་དང་སོ་སོའི་རྩ་བའི་བླ་མ་དེ་ཤ་ཧ་ལ་མོ་མཇལ་མ་ཐོབ་ཡ། དེའི་ནང་བཞིན་སོ་སོ་གི་བུ་ཕྲུག་སོ་སོ་གི་ཚ་བོ་ཚ་མོ་མིའི་ལུང་པ་ལ་བཙན་བྱོལ་ལ་ལྟ། བྱམས་སྲུང་རྒྱུ་གར་སྲུང་རྒྱུ་དེ་སོ་སོ་སོ་ཤ་ལ་མོ་དེ་སོ་དང་ཤི་ཐོག་གཅིག་དང་ངོ་ཐོག་ཙམ་ཡང་མ་སྦྱོང་བར་བྱེད་ཀྱི་ནི་ལྟ་ང་རང་ཚོ་གི་བུ་ནང་གི་མི་ཐོག་རྒན་པ་དེ་སོ་དེ་འདྲས་ཀྱི་གྲོང་འགྲོ་བ་དེ་ལྟ་ང་རང་ཚོ་གི་མི་རིགས་ཀྱི་སྡུག་བསྔལ་ཆགས་བསྡད་ཀྱི་ཡོད་རེད་དེ་ང་ཚོའི་རྒྱལ་ཁབ་ཀྱི་སྡུག་བསྔལ་ཆགས་བསྡད་ཀྱི་ཡོད་རེད་དེའི་སྡུག་བསྔལ་བཟོ་ཉེན་དེ་དགྲ་བོ་རྒྱ་ནག་རེད་ང་ཚོ་ནང་འཁོར་མ་རེད། དེ་བརྗེ་ཡག་ཡོད་མ་རེད་དེ་མ་བརྗེ་བའི་ཐོག་ནས་དགྲ་དང་གཉེན་མ་ནོར་བ་དགོས་ཡག་དེ་ཧ་ལས་བའི་གལ་ཆེན་པོ་རེད། དགྲ་དང་གཉེན་མ་ནོར་བ་དགོས་ཡག་ཧ་ལས་བའི་གལ་ཆེན་པོ་རེད་ལབ་དུས་ནང་འཁོར་ལ་སྐྱོན་འགྱུར་ཡོ་སོང་བྱེད་ཡག་ཡོད་མ་རེད་ངས་དེ་ཞུ་གི་མེད། ནང་འཁོར་ལ་སྐྱོན་འགྱུར་ཡོ་སོང་ངེས་པར་དུ་དགོས་ཀྱི་རེད། དོན་དག་མེད་པ་ལ། དེ་ནས་ནང་འཁོར་ལ་ཅིག་དབྱེན་གྱིས་དུམ་བུ་ཤོག་དྲིལ་བཟོ་ཡག་དེ་བྱས་ན་འགྲིག་གི་མ་རེད། དེའི་ཁྱད་པར་དགྲ་བོ་དེ། རྗེས་ཤེས་དགོས་ཡག་དེ་ཧ་ལས་བའི་གལ་ཆེན་པོ་རེད།

རྟགས། རྒྱལ་བ་རིན་པོ་ཆེ་གི་སྐུ་ཡི་བདེ་ཉམས་ལ་གཅེས། དེ་བ་ཡིན་ན། ད་དངོས་གནས་ང་རང་ཚོ། ཚོར་བ་འདྲ་བོ་ཅིག་དང་འགན་འཁྲི་གི་བསམ་བློ་ཅིག་སླེབས་ཡ་མེད་ནི་མ་གཏོགས་སླེབས་དགོས་ཡ་གི་གནས་སྟངས་འདྲ་བོ་ཅིག་གཉེན་སྟེགས་ཀྱི་ཚོགས་ར་དཀྲུག་བྱེད་ཀྱི་ཡོད་བི་གི་གནས་སྟངས་དེ། བོད་པ་ཚང་མ་གི་ངེས་པར་དུ་གཅིག་གཟིགས་རོགས་གྱིས་ངས་དེ་ཞུ་གི་ཡོད། ད་རྒན་ལྷ་བཟང་ཚེ་རིང་གི་བཟོ་འདྲ་བོ་ཆགས་བཞག་བ་ཡིན་ན། ལྟ་སྤྱིར་བཏང་མཁར་རྫོང་མི་རྒྱ་ཆུ་བྱ་རྒོད་བདེ་སྲུང་གིས་འགྱེད་ཧ་གཏོང་བ་ཡིན་ན་འདྲ་ཆེད་དུ་གཟིགས་འདང་གནང་གི་ཡོད་ན་འདྲ་དེ་འབུད་ས་ཚང་མ་རྒྱལ་ཁབ་ཀྱི་ཆེད་དུ་རང་རང་བཙན་གྱི་ཆེད་དུ། དེ་ནི་བོད་ཀྱི་དབུ་ཁྲིད་ཀྱི་ཆེད་དུ་ལྟ་ལུས་དང་བྱས་ཉེས་ཀྱི་མི་སྣ་བྱས་རྗེས་ཅན་བཀའ་ཁྲི་བཅས་བསྐྱོན་ཆོག་རྒྱུ་ཆ་དེ་ཡོད་རེད་ད་དེའི་ནང་ལོགས་ནས་རྒན་ལྷ་བཟང་ཚེ་རིང་གི་གནས་སྟངས་འདྲ་བོ་བསམ་བློ་གཏོང་བ་ཡིན་ན། རྒན་ལྷ་བཟང་ཚེ་རིང་ལགས་ཡ་དེ་ངས་རྟག་པར་གཅིག་གཉེན་གྱི་མདོང་ལོག་ལ། དེའི་ཆེ་བ་འདྲ་བོ་བཤད་བསྡད་ཡ་དེ་ང་ཚོ་རང་བཙན་གྱི་ལས་འགུལ་སྤེལ་བསྡད་ཉིན་རང་བཙན་གྱི་འཐབ་རྩོད་པ་གཅིག་པ་ཡིན་པའི་རྒྱུ་མཚན་གྱིས་བཤད་ཀྱི་ཡོད་མ་རེད། དངོས་ཡོད་གནས་ཚུལ་རྒན་ལྷ་བཟང་ཚེ་རིང་ལབ་ཡག་གི་གང་ཟག་དེས། འཐབ་རྩོད་ཀྱི་ནང་ལོག་ནི་ང་ཚོ་གི་མི་གཅིག་བཙན་བྱོལ་སྤྱི་ཚོགས་ཀྱི་མི་ལོ་དྲུག་ཅུ་ལྷག་གི་ལོ་རྒྱུས་ཀྱི་ནང་ལོག་ལ་འཐབ་རྩོད་ཀྱི་ནང་ལོག་ནི་མི་སྤུས་དག་ཤོས་གཅིག་དང་མི་རུས་པ་དཀར་ཤོས་གཅིག་དང་རུས་པ་ཁྲག་ཤོས་གཅིག་གི་དཔེ་མཚོན་གྱིས་བཞག་དགོས་ཀྱི་ཡོད་ན། ད་རྒན་ལྷ་བཟོ་ཚེ་རིང་ཆགས་བསྡད་ཀྱི་ཡོད་རེད། རྒྱུ་མཚན་ག་རེ་བྱས་རེད་ལབ་ན་རྒན་ལྷ་བཟོ་ཚེ་རིང་ལགས་ཀྱིས། གང་ཟག་དེ། ད་ལྟ་རྐུབ་བཀྱག་གི་གངས་ལ་རྐུབ་བཀྱག་འཁོར་ལོ་ཅན་གྱི་གངས་ལ་མ་གཏོགས་ཕེབས་མ་ཐུབ་ཡག་གི་དགེ་སྦྱོང་ནད་སྦྱོང་འདི། དང་པོ་ནས་འདི་འདྲ་ཅིག་མ་རེད། དང་པོ་གཞུང་སྤྱིའི་ཤ་དར་ཁྲག་དར་གྱི་ན་གཞོན་གྱི་སྐབས་ལ་བློ་རིག་པ་ཡོད་ཉེན་རྣམ་དཔྱོད་ཡོད་ཉེན་སློབ་སྦྱོང་ཡོད་ཉེན་གྱི་གཞུང་སྤྱིའི་ཁྱད་པར་བ་ཅིག་ཡིན་པའི་རྒྱུ་མཚན་གྱིས་སྐབས་དེ་དུས་ཁོ་རང་སློབ་གྲྭ་ལས་ཡོལ་བའི་སྐབས་ལ་ཨ་རིག་གི་འབྱོར་ལྡན་དེ་འདྲ་གིས་དེ་ནི་རྒན་ལྷ་བཟང་ཚེ་རིང་ལ་སློབ་ཡོན་གྱི་མཐུ་ཅན་སྦྱར་བྱས་ནས་ཨ་རིག་ལ་ཨིམ་ཆི་བྱེད་ཡག་གི་ཆེད་དུ་ཨ་རིག་ལ་ཁྲིད་འགྲོ་གི་ཡིན་སྨན་པ་གིས་དེ་ནི་སློབ་སྦྱོང་གི་མཐུ་ཅན་སྦྱར་གྱི་ཡིན་ལབ་བྱས་ནས་ཁོ་རང་ལ་ལབ། དེ་ནི་ཁོ་རང་ལ་ལབ་ཡས་ཀྱི་སྐབས་ལ། ཁོ་རང་གིས་ག་རེ་ལབ་ཡོད་རེད་ཟེར་ན་ངའི་རྒྱལ་ཁབ་ལ་དགྲ་བོ་རྒྱ་ནག་གིས་བཙན་འཛུལ་བྱས་ནས་བསྡད་ཡོད་ངའི་རྒྱལ་ཁབ་ལ་ངའི་ཕུ་ནུ་མིང་སྲིང་དགྲ་བོ་གིས་དམར་གསོད་བྱས་ནས་བསྡད་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་མ་འོངས་པར་དམག་ལ་འགྲོ་བྱས་ནས་ང་རང་གི་རྒྱལ་ཁབ་སླར་གསོ་དགོས་ཀྱི་ཡོད་དེ་འདྲ་བྱེད་དུས་བརྩམས་པ་ལ་ང་ཨེམ་ཆི་བྱེད་ཡག་གི་དུས་ཚོད་མེད་ཨེམ་ཆི་གི་སློབ་སྦྱོང་བྱེད་ཡག་གི་གོ་སྐབས་དང་གནས་བབ་དེ་ང་ལ་ཡོད་མ་རེད་ལབ་བྱས་ནས་དེ་ནི་ཨ་རི་ལ་སྨན་པ་གིས་སློབ་སྦྱོང་བྱེད་ཨ་ཁའི་གོ་སྐབས་དེ་བློས་གཏོང་བྱེད་བྱས་ནས་ཨ་རི་ལ་ཕེབས་ཡོད་མ་རེད། ཨ་རི་ལ་མ་ཕེབས་པའི་རྗེས་འདི་ཁ་ནས་བཤད་པ་ནང་བཞིན་སློབ་གྲྭ་དེ་མར་དགོངས་པ་ཞུས་བྱས་ནས་སློབ་མ་སྒར་ལ་འཕྱན་བྱས་ནས་གོང་ལྟར་སློབ་མ་སྒར་དག་ཐོར་ཞིག་མ་འཕྱན་བར་དུ། དེ་ནས་ཕོ་བ་ལ་ཅིག་སློབ་སྦྱོང་བྱེད་ཨ་ཡིན་ན་འདྲ་ད། ཕོ་བ་ལ་བཞུགས་བྱས་ནས་ད་འཐབ་ཚོགས་ཀྱི་ཐོག་ལ་ཉམས་མྱོང་དང་སློབ་སྦྱོང་ད་དེ་འདྲ་གནང་བྱས་ནས་བློས་གཏོང་བྱེད་ཉན་མཁན་མི་ཅི་རེད། ལྟ། ཁོ་རང་འདྲ་བོ་དེ་དུས་དངོས་གནས་ཀྱི་གཞོན་སྐྱེས་གཞི་རིམ་སློབ་གྲྭ་འགྲོ་དེ་ཉིན་གཅིག་ཨ་རི་ནས་དེ་འདྲ་གི་གོ་སྐབས་བཟང་པོ་ཆགས་དུས་བུ་རང་བོ་རང་བཙན་རང་གིས་བྱེད་དུ་སློབ་སྦྱོང་གི་གོ་སྐབས་གཡུག། རྒྱུ་འབྱོར་བ་བཟོ་ཡ་གཡུག་བྱས་ནས་བློས་གཏོང་བྱེད་མཁན་གྱི་མི་ཅིག་རེད། དེ་ནས་དེའི་རྗེས་ལ། ལྟ། རྒྱ་བ་རིན་པོ་ཆེ་གི་ཐེག་དགུའི་སྤྱི་འཐུས་མདོ་སྟོད་ཀྱི་ཐེག་དགུའི་སྤྱི་འཐུས་ལ་ཡར། རྒྱ་བ་རིན་པོ་ཆེ་གི། བསྐོ་བཞག་གནང་ཡག་གི་གོ་སྐབས་བཟང་པོ་བྱུང་བའི་སྐབས་ལ་ཡིན་པ་ཡིན་ན་ལས་གཞུང་གི་རྩ་དོན་ལངས་ཕྱོགས་དབུ་མའི་ལམ་ཡིན་པ་དང་དེ་ནི་རང་འོས་རང་བཙན་གྱི་ད་ག་རེ་ལབ་དགོས་རེད། འཐབ་རྩོད་དགོས་ཀྱི་ཡོད་པའི་གི་ཆ་རྐྱེན་དང་དེའི་གནད་འགག་གི་ཐོག་ནས་སྤྱི་མཐུན་གྱི་རྐུབ་བཀྱག་ཡིན་པ་ཡིན་ན་ལས་དང་ལེན་མ་གནང་བ་བྱེད་ཀྱི་ནས་ད་རང་འོས་རང་བཙན་གྱི་ལྟ་བ་ལངས་ཕྱོགས་བརྟན་པོ་བཟང་དེ་ཉིད་གི་གང་ཟག་གྱི་ཆ་དེ་ཡོད་རེད། ད་ཁ་སང་དེ་རིང་མཐོང་ཡ་ཡོད་རེད་སྤྱི་མཐུན་གྱི་རྐུབ་བཀྱག་གི་ཆེད་དུ། ལྕགས་རྫུན་ཤེས་དགོས་ཀྱི་ཡོད་ན་ཤེས་ཉེན་ཡོད་རེད་ཁྲམ་པ་ཤེས་དགོས་ན་ཤེས་ཉེན་ཡོད་རེད་ལྟ་བ་ལོངས་ཕྱོགས་ཚང་མ་བློས་གཏོང་བྱེད་ཐུབ་ཉེན་ཀྱི་ད་གང་ཟག་ཇི་ལྟ་ཇི་སྙིད་ཀྱི་ཁ་ཚོ་དོང་ཡོང་གི་ཡོད་རེད། དེ་ནས་སྤྱི་མཐུན་དང་བཀའ་བློན་གྱི་རྐུབ་བཀྱག་གང་ལ་གློད་བ་ཡིན་ན་རང་བཙན་གྱི་ལྟ་བ་ལོངས་ཕྱོགས་དེ་ཚོ་གོང་ལྟར་གཡོག་ཁྱོག་ཁྱོག་གི་ད་མི་ཇི་ལྟ་ཇི་སྙིད་བཙན་བྱོལ་སྤྱི་ཚོགས་ནང་ནས་དོང་ཡོད་རེད་དེ་དགེན་ལྷ་བཟང་ཚེ་རིང་ལགས་ཀྱི་རང་བཙན་ལ་ཡ་དེ་རྐུབ་བཀྱག་ལ་རྒྱལ་བོ་རྒྱབ་ཡོད་མ་རེད་འཐབ་རྩོད་ལ་ཡར་ཐེངས་སྔོར་དང་སློབ་སྦྱོང་ལ་རྒྱལ་བོ་མ་བརྒྱབ་ནས། བོད་པ་གཅིག་གིས་རང་བཙན་འཐབ་རྩོད་ཀྱི་འགན་འཁྲི་དེ་ལྟ་ཞེ་ཡག་གི་ཚིག་ལེབ་ལེབ་བར་དོད་ལ་ཁོང་སྐྱེས་དེ་ཉིད་ཀྱི་མི་རུ་པ་སྲ་མོ་ཅིག་དང། སྙིང་དང། སྙིང་ཁམས་དང། སྤོབས་པ་དང་སྦྱར་བཞིན་འགྱུར་བ་མེད་ཅོག་གི་ལྟ། གང་ཟག་ཁྱད་པར་བ་དེ་འདྲ་ཅིག་རེད། ལྟ་ཁོ་རང་འདྲ་བོ་ལ་དངོས་གནས་ཁ་སང་དམིགས་བསལ་གྱི་ཅིག་ཆེ་ཐོག་དང་ལྗིད་ཧ་གནང་ཡ་དེ་སོགས་ད། མ་གནོང་བ་ལས་ད་དེ་རིང་གནོང་བ་དེ་ཡག་པོ་བྱུང་བ་རེད། རྒྱུ་མཚན་ངས་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ད་ད་ལྟའི་སྐབས་ལ་ཁོ་རང་མི་ངོ་རང་ངོ་མ་འཛིན་པའི་ཚེའི་བར་དུ་སླེབས་ཚར་བ་རེད། དགེ་ཅུང་ཆགས་ནད་ཅུང་ཆགས་བྱས་ནས་མི་སུ་ཡིན་པ་ངོ་མ་ཤེས་ཡག་གི་ཚེའི་བར་ལ་སླེབས་བདེ་བས་ཀྱི་སྐབས་ལ་ད་འདི་འདྲིག་གི་ཆེ་མཐོང་འབུལ་ཡག་དེ་གཅིག་བྱས་ན་ཁོ་རང་སྒེར་ལ་བསམ་བློ་གཏོང་བ་ཡིན་ན་ད་འདི་གི་དགའ་སྡུག་གི་ཚོར་བ་འདྲེན་ཐུབ་ཡག་གི་གནད་དོན་ཡོད་མ་རེད། གཟུགས་པོ་གི་གནད་དོན་ཚེ་དེ་བར་དུ་སླེབས་ཚར་བ་རེད། ད་ཡིན་ན་ལས་དེ་རིང་འདི་འདྲ་གི་ཆེ་དོག་གི་གནང་བ་དེ་གའི་རྒྱ་ཆེ་ས་ནས་བསམ་བློ་གཏོང་བ་ཡིན་ན་དེ་ནི་རྒན་ལྷ་བཟང་ཚེ་རིང་ལགས་ཀྱི་ལོ་རྒྱུས་དེ་ལ་བོད་གཞུང་གི་ངོས་ནས་ཆེ་དོག་དང་ངོས་ལེན་བྱས་པ་ངོས་འཛིན་བྱས་པ་ཅིག་མཚོན་གྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་དེ་ནི་ཁོ་རང་གི་བུ་ཕྲུག་སྤོད་མཆིས། དེ་ནི་ཁོ་རང་ལ་བློ་དཀར་ཉེན་ཁའི་འཐབ་གྲོགས་དེ་ཚོ་ཚང་མ་ལ་ཡིན་པ་ཡིན་ན་ལས། དེ་རིང་གི་གནས་སྟངས་འདི་ནི་དགའ་བ་དང་སྤོབས་པ་སྐྱེ་ཡག་གི་གནས་སྟངས་ཅིག་བྱུང་ཡོད་དུས། ཁྱོན་ཡོངས་ཀྱི་སྤྱི་ཚོགས་ལ་འཇར་མཁྱེན་གོང་འཕེལ་ཡོང་ཡག་དང་རྡོག་རྩ་གཅིག་སྒྲིལ་ཡོང་ཡག་ལ་ད་དེ་རིང་གི་གནང་ཡག་དེ་ཚོ་གིས་ཏན་ཏན་གྱི་ཕན་ཐོགས་ཡོང་གི་རེད་དགོས་པ་རྒྱུ་མཚན་ཡོད་རེད་དྲན་གྱི་འདུག། གནས་སྟངས་འདྲ་བོ་དེ་རེད། ད་གིན་ལྷ་སྲུང་ཚེ་རིང་ནང་བཞིན་མི་ཐོག་རྒན་པ་མང་པོ་ཅིག་ཁ་ཚོན་འབྱེད་ཡག་གཏོང་བའི་གི་བརྙན་དེ་སོགས་ལ་ལྟས་པ་ཡིན་ན་མི་ངོ་རུ་ངོ་མི་འཛིན་ཡག་ད་མང་པོ་ཞོད་ཅིག་ཡོད་པའི་གི་ད་གནས་སྟངས་རེད་བཞག་དེ་ཆེད་དུ་ད་དེ་ཚོ་ཚང་མ་བསྐྱེད་བསྐྱེད་ན་ཆེ་མཐོང་གཟིགས་མདངས་འབུལ་ཡག་དང་དམིགས་བསལ་གི་འབྱེད་ཡག་གཏོང་ཡག་དེ་ཚོ་མཆེད་དྲགས་པའི་གི་གནས་སྟངས་བྱུང་ཡོད་རེད་དེ་གང་ལྟར་མ་གནང་བ་དང་མ་གཏོང་བ་ལས་ད་ཡག་བྱུང་ཡོད་དུས་ནི་འབྲེལ་ཡོད་ཚོང་མ་ལ་ང་ཚོ་གིས་མངགས་རྒྱུག་བྱེད་དགོས་པ་དང་ཀ་རེ་རྗེས་དྲན་ཀ་རེ་མཆེད་ཞུ་དགོས་པ་དེ་ད་ཧ་ལས་པའི་གལ་ཆེན་པོ་རེད་དེ་བྱེད་དུས་ངའི་ངོས་ནས་འབྲེལ་ཡོད་ཚོང་མ་ལ་དེ་ནི་བཀའ་ཤག་ཡིན་པ་ཡིན་ན་འདྲ་བདེ་སྲུང་གི་ད་བཀའ་བློན་བདེ་སྲུང་དྲུག་ཅུ་གཙོས་པའི་གི་བདེ་སྲུང་གི་ལས་མི་ཡོངས་ལ་དེ་ནི་ཀ་རེ་མཆེད་ཞུ་ཞུ་གི་ཡོད། སྟབས་དེ་ནི་རྒན་ལྷ་སྲོང་ཚེ་རིང་ལགས་ཀྱིས་སྣེ་གདོང་འདྲ་བོ་ཆ་བཞག་པ་ཡིན་ན་འདི་འདྲའི་གེ། སྤྱིར་བཏང་བྱས་པ་ཡིན་ན་ས་འདི་ག་ས་གི་དགེ་སྦྱོང་ནད་སྦྱོང་ཆགས་དགོས་ཡ་གི་སྣེ་གདོང་ཡོག་མ་རེད་དེ། ད་རྒན་མ་རེད་གོང་ནས་དགེ། ནད་སྦྱོང་ཆགས་མ་རེད་གོང་ནས་ནད་སྐྱུག་ཆགས་ཡ་འདི་ཡང། རང་རང་བཙན་དང་འབྲེལ་བ་ཡོད་དེ་བིས་ཀྱི་སྣེ་གདོང་གི་ཆགས་དུས་ཡོད་རེད། རྒྱུ་མཚན་ག་རེ་བྱས་ནས་རེད་ལབ་ན། རྒན་ལྷ་བཟང་ཚེ་རིང་ལ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ལྟ་རང་རང་བཙན་དང་འབྲེལ་བའི་གི་ཐོག་ནས་འཐབ་རྩོད་མང་ཤོས་ཟེར་ཉིན་འཐབ་རྩོད་རྒྱུན་རིང་ཤོས་ཟེར་ཉིན་དེ་ད་རྒན་ལྷ་བཟང་ཚེ་རིང་ཆགས་དེ་ཡོད་རེད་རྒྱུ་མཚན་ག་རེ་བྱས་ལབ་ན་དེ་ནི་རྒྱ་གར་རིན་པོ་ཆེ་གེ་སྲ་སི་པ་གི་གསུང་འཕྲིན་ཡིན་ན་འདྲ་ཞི་བདེ་གྲོས་འཆར་དོན་ཚན་ལྔ་ཡིན་པ་ཡིན་ན་འདྲ་ད་གོང་ལྟར་མདོར་བསྡུས་ན་དབུ་མའི་ལམ་གི་སྲིད་བྱུས་དེ་ལ་རྒན་ལྷ་བཟང་ཚེ་རིང་གིས་ངོས་ལེན་མ་ཞུས་པ་དང་དེ་ནས་རང་རང་བཙན་ལ་སོགས་ཀྱི་ཡ་གྱལ་སེམས་ཤུགས་དང་སྙིང་སྟོབས་དེ་བླུས་མ་གཏོང་བའི་རྒྱུ་མཚན་གྱིས་དེ་ནས་བཙན་བྱོལ་སྤྱི་ཚོགས་ཀྱི་རྒན་ལྷ་བཟང་ཚེ་རིང་དེ་རང་བཙན་རྩོད་ཉིན་རེ་རྒྱལ་བ་རིན་པོ་ཆེ་ལ་མི་བརྩི་ཉིན་རེ་རྒྱལ་བ་རིན་པོ་ཆེ་ལས་གུས་བཀུར་མི་བྱེད་ཉིན་རེ་ལབ་ཀྱིན་ལོ་བཅུ་ཕྲག་མང་པོ་ལ་ད་གང་ལྟར་མ་ཉེས་ཁ་གཡོག་དང་འཐབ་རྩོད་གཏོང་ཀྱིན་དེ་ཡང་རྒྱལ་བ་རིན་པོ་ཆེ་གི་མཚན་དེ་ཐོ་བ་ནང་བཞེས་ཚར་གྱིན་འཐབ་རྩོད་གཏོང་བའི་བརྒྱུད་རིམ་གྱི་ནང་ལོགས་ལ་རྟ་རྒན་མ་རེད་གོང་ནས་རྒན་ཡག་དང། ནད་སྐྱོང་ཆགས་མ་དགོས་ས་ནས་ནད་སྐྱོང་ཆགས་བིས་ཀྱི་གནས་སྟངས་གཅིག་བྱུང་གི་ཡོད་རེད། དེ་བྱེད་དུས་རྟ་དེ་རིང་གཅིག་དམིགས་བསལ་གྱི་ཆེ་མདོག་དང། དེ་ནས་འགྱིག་ཧ་དེ་སོགས་གཅིག་བྱས་ན་རྟ་དཀར་མདོང་གི་ལོ་རྒྱུས་ཀྱི་ཆ་ཤས་གཅིག་ལ་མ་བརྩིས་པ་ཡིན་ན་མ་འགྲིག་པ་མེད་དེ་བིས་ཀྱི་གནས་སྟངས་གཅིག་ཆགས་ཡོང་གི་ཡོད་རེད་སྤྱི་ཚོགས་ཀྱི། ཁྱོན་ཡོངས་ཀྱི་སྤྱི་ཚོགས་ཀྱི་རང་བཙན་འཐབ་རྩོད་ཀྱི་ཐོག་ལ་ལྟ་སྟངས། དེ་ནི་ལྷག་པར་དུ་རྒན་ལྷ་བཟང་ཚེ་རིང་གི་སྐུ་ཚེའི་ལོ་རྒྱུས་ལ་དཀའ་ངལ་འཕྲད་སྟངས་དེ་ཚོ་ཚང་མ་ལ་འདོམས་འདྲ་བོ་ཅིག་སྦྱར་བ་ཡིན་ན། ད་ག་ཚོང་ཉི་མ་གཉིས་ཀྱི་གོང་ལ་བྱུང་ཡུལ་གྱི་གནས་ཚུལ་འདི་ཚོ། སྤྱིར་བཏང་བཟང་ཕྱོགས་ཀྱི་གནས་ཚུལ་ཅིག་ལ་རེ་བ་རྒྱབ་དགོས་ཡག་གི་རྒྱབ་ཆོག་ཡག་གི་གནས་ཚུལ་ཅིག་ལ་ང་རང་གིས་རེ་བ་དང་ངོས་འཛིན་བྱེད་ཀྱི་ཡོད། དེ་ནི་ངས་གོང་ལ་ཞུས་བ་ནོར་གྱིས་རྟ་རྒན་ལགས་ཟོང་ཚེ་རིང་གི་བཟོ་འདྲ་བོ། དེ་ནི་རང་བཙན་འཐབ་རྩོད་བྱེད་ཉན་མཁན་མི་ཇི་ལྟ་ཇི་སྙེད་ཅིག་ལ། དེ་ནི་བཙན་བྱོལ་སྤྱི་ཚོགས་ཀྱིས་རྒྱལ་བ་རིན་པོ་ཆེ་གི་མཚན་དེ་བེད་སྤྱོད་ལོག་པར་བཏང་ནས་ཐོ་ཨ་ནོར་གྱིས་བེད་སྤྱོད་གཏོང་བྱས་ནས་ད་ལོ་བཅུ་ཕྲག་ལ་གང་ལྟར། འཐབ་རྩོད། བྱེད་པ་རེད་དབྱེ་འབྱེད་བྱེད་པ་རེད་ཟུར་འབུད་བྱེད་པ་རེད། ད་ཅིག་དེ་འདྲས་ཀྱི་ཟུར་འབུད་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ནུས་པ་ཡིན་པ་ཡིན་ན་འདྲ་མི་སྒེར་རེ་རེས་ཀྱི་ནུས་པ་ཡིན་ན་འཐབ་རྩོད་ཀྱི་ཐོག་ལ་གཏོང་མ་ཐབས་ཡག་སྤྱི་ཚོགས་ལ་ནུས་པ་སྤོང་མ་ཐོབ་ཡག་གི་ད་གྱོང་གུད་ཆེན་པོ་ཞི་བེད་ཅིག་བྱུང་ཡོད་རེད་གྱོང་གུད་དེ་བྱུང་བའི་བརྒྱུད་རིམ་དེ་ག་རེ་རེད་ལབ་ན། དང་པོ་དེ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་དེ་ནི་ཤོག་ཁག་དཔུང་སྒྲིལ་བྱེད་མཁན་གྱི་ཏིང་མི་ངན་ཁ་ཅེས་ཁེ། སོ་སོ་མ་དགའ་སྡེ་སག་གི་མི་དེས་གླག་འཁྱིལ་གྱི་མེ་དུས་བརྩམས་པ་ལ་ད་དེ་ནག་པོ་བཟོ་ཡག་གི་ལག་ཆ་ཡོད་ནི་མིན་ནས་དེ་རྒྱལ་བ་རིན་པོ་ཆེ་གི་མཚན་དེ་བེད་སྤྱོད་ལོག་པ་གཏོང་བྱེད་ནི་རྒྱལ་བ་རིན་པོ་ཆེ་གི་མཚན་དེ་ཐོ་བ་ནོ་བཞིན་གནམ་ལ་ཚར་བྱེད་ནས། དེ་ནས་ད་རྒན་ལྷ་སྲོང་ཚེ་རིང་དང། ད་ཞིང་གཤེགས་དམ་པ་སྐུ་དངོས་ཀརྨ་ཆོས་འཕེལ་དང་ད་ང་ཚོ་ཁ་ཅིག་ལ་གོང་ལྟར་ལོ་ནས་ལོ་མཐུད་ནས་འཐབ་རྩོད་བྱེད་པ་རེད་རྒྱལ་བ་རིན་པོ་ཆེ་གི་མཚན་རང་བེད་སྤྱོད་གཏོང་ནས། སྟབས་དེ་སོགས་ཀྱི་བཤད་རྡུལ་ཙམ་པ་ལ་རྒྱལ་བ་རིན་པོ་ཆེ་གི་མཚན་སྙན་སྲུང་སྐྱོབ་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན་ད་ཁ་ནས་དེ་འདྲ་བཤད་གི་ཡོད་རེད་དེ་ཁོང་ཚོ་གི་བྱས་སྟོང་ལས་སྟོང་འདྲ་བོ་དེ་གི་རྒྱལ་བ་རིན་པོ་ཆེ་གི་ལ་མཚན་ཤས་བཟོ་ཡག་དང་རྒྱལ་བ་རིན་པོ་ཆེ་ལ་མཚན་སྨད་འགྲོ་ཡག་དང་དེ་ནས་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་ལ་དྲི་ལན་ལོང་རྒྱ་རང་ཆགས་བསྡད་གི་ཡོད་རེད་རྒྱུ་མཚན་ག་རེ་བྱས་རེད་ལབ་ན་རྒན་ལྷ་བཟང་ཚེ་རིང་གི་རྩོད་པས་ང་ཚོ་བོད་རང་བཙན་དགོས་གི་རེད་བོད་རང་བཙན་སླར་གསོ་དགོས་གི་རེད་ལབ་ཉེན་དེ་ཚོ་གལ། སེམས་ནང་གི་འདུན་པ་གཏད་ས་དང་རེ་བ་བརྒྱབ་ས་དང་བློས་གཏོང་བྱེད་ས་དེ་བོད་དབུགས་ལ་བ་དང་དེ་ཡང་བོད་རང་བཙན་སླར་གསོ་དེ་ཆགས་བསྡད་ཀྱི་ཡོད་རེད། རྒྱ་བ་བཞིའི་ནོར་བུ་གི་སྐུ་ལས་བྱུང་ཡ་དང་རྒྱ་བ་རིན་པོ་ཆེ་གིས་བླངས་ནས་འབུད་པའི་འགན་འཁྲི་དེ་ཡང་བོད་དེ་ཡག་པོ་ཆགས་དགོས་པ་དེ་ཆགས་དུས་ཡོད་རེད། བོད་དེ་ཡག་པོ་ཆགས་དགོས་ཀྱི་ཡོད་ན་བོད་པ་ལ་འཇར་ཞེན་པ་དགོས་ཀྱི་ཡོད་རེད་རང་བཙན་སླར་གསོ་བྱེད་ཡག་གི་འདུན་པ་དང་སྙིང་སྟོབས་ཡོད་ཉེན་གྱི་མི་གང་མང་མང་དགོས་ཀྱི་ཡོད་རེད་དེ་རྒྱ་བ་རིན་པོ་ཆེ་གྱི་མཚན་བེད་སྤྱོད་ལོག་པ་གཏོང་འདི་ཉིད་དེ་སོགས་ཀྱི་རང་བཙན་གྱི་བསམ་བློ་ཡོད་ཉེན་འཇར་ཞེན་གྱི་བསམ་བློ་ཡོད་ཉེན་དེ་སོགས་རྩ་མེད་གཏོང་ཡག་དང་འབུར་འཇོམས་བྱེད་ཡག་གི་ད་ཆེད་དུ་རྒྱ་བ་རིན་པོ་ཆེ་གྱི་མཚན་བེད་སྤྱོད་གཏོང་ནས། རྒྱལ་བ་རིན་པོ་ཆེ་དེ་རྒྱལ་གཞན་པ་ལ་མ་དགའ་ཉེས་ཅིག་རྒྱལ་བ་རིན་པོ་ཆེ་དེ་རང་བཙན་འཐབ་རྩོད་ཅིག་ན་དགའ་གི་མེད་པ་ཅིག་ལ་ད་ཁོང་ཚོ་གི་དེ་འདྲའི་ལོ་རྒྱུས་ནང་ལ་ད་མཚན་མེད་བཟོས་ཡོད་རེད་ཁོང་ཚོ་གི་རྒྱལ་བ་རིན་པོ་ཆེ་གི་མཚན་བེད་སྤྱོད་ལོག་པ་སྟོང་ཉིད་དེ་བཟོ་གི་དེ་བྱེད་དུས་ཙམ་པ་ལ་ད་རྣམ་པ་ཚོ་གི་ཁ་ཚོང་རྒན་ལྷ་བཟང་ཚེ་རིང་ལགས་དང་རྒྱལ་བ་རིན་པོ་ཆེ་གི་མཇལ་འཕྲད་བྱུང་ཡུལ་གྱི་བརྙན་དེ་རྣམ་པ་ཚོས་ཡག་པོ་གྱི་གཟེགས་བྱས་ནས་ད་ཁྱེད་རང་ཚོ་གིས་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེ་གིས་ཕན་ཚན་བེད་སྤྱོད་ལོག་པ་གཏོང་བ་དེ་ལ་འགྱོད་བཤགས་བྱེད་དགོས་ཀྱི་ཡོད་ན་ལས་རྒྱུ་འབྲས་གསུམ་བའི་ཐོག་ནས་འགྱོད་བཤགས་བྱེད་དགོས་ཀྱི་ཡོད་ན། རྒྱལ་བ་རིན་པོ་ཆེ་གི་མཚན་སྙན་སྲུང་སྐྱོབ་བྱེད་སྟངས་དངོས་གནས་ཀྱི་བཀའ་དྲིན་བརྗེ་རེས་བྱེད་དགོས་ཀྱི་ཡོད་ན། ད་ཁྱེད་རང་ཚོ་གིས་རྒྱལ་བ་རིན་པོ་ཆེའི་ཞལ་བཞུགས་དབུས་ཀྱི་སྐབས་ལ་རྒན་ལྷ་བཟང་ཚེ་རིང་ལགས་ཀྱི་བཟོ་འདྲ་བོ་མི་རྒན་རབས་ཁྱེད་རང་ཚོ་གིས་འཐབ་རྩོད་རྒྱག་བསྡད་ས་མ་ཉིན་ཁ་ཡོག་བཟོ་བསྡད་ས་དེ་ཚོ་ལ་ད་དངོས་གནས་ཀྱི། ཁྱེད་རང་ཚོ་གིས་འགྱོད་བཤགས་བྱེད་དགོས་ཡག་གི། ད་དུས་ཚོད་ཅིག་སླེབས་དུས་ཡོད་རེད། འགྱོད་བཤགས་བྱེད་ཡག་གི་དུས་ཚོད་དེ་རྫོགས་འགྲོ་གི་ཡོད་རེད་དེ་རྫོགས་འགྲོ་གི་ཡོད་བ་དེ་ཁྱེད་རང་ཚོ་རྒྱལ་བ་རིན་པོ་ཆེ་གི། རྒན་ལྷ་བཟང་ཚེ་རིང་ལ་མཇལ་ཧ་གཏོང་བའི་སྐབས་ཀྱི་རྒན་ལྷ་བཟང་ཚེ་རིང་ལགས་ཀྱིས་ད་ཞེ་རེ་དང་དེ་ནི་རྒྱལ་བ་རིན་པོ་ཆེ་གི་སྐུ་ཡི་སྒྲིག་ཉམས་དེ་སོགས་ལ་བལྟས་བ་ཡིན་ན། ད་ཁྱེད་རང་ཚོ་གིས་དངོས་གནས་ཀྱི། རྒྱལ་བ་རིན་པོ་ཆེ་གི་མཚན་བེད་སྤྱོད་ལོག་པར་གཏོང་བྱེད་ནས་རང་འོང་རང་བཙན་འཐབ་རྩོད་བྱེད་ཉེན་ཚོགས་ལ་མ་ཉེས་ཁ་ཡོག་བྱེད་པ་དེ་སྡིག་པ་ཚ་པོ་ཆེ་ས་ཡོད་བ་བོད་ལ་གནོད་ཆེན་པོ་སྐྱེལ་ཡོད་བ་དེ་བརྙན་དེ་ཚོ་ནས་ཁྱེད་རང་ཚོ་ར་འཕྲོད་དགོས་ཡ་དེ་ད་ཧ་ལས་བེད་ཀི་གལ་ཆེན་པོ་རེད་ཟེར་ངས་དེ་གཅིག་ཞུ་གི་ཡོད། དེ་ནི། རྟ་རྒྱ་བ་རིན་པོ་ཆེ་གི་མཚན་སྙན་སྲུང་སྐྱོབ་དང་རྒྱ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན། དེ་ནི་ཁ་ཚོན་མི་རྒྱག་རྒྱུ་བྱ་དགོས་གཟིངས་རྟགས་འབུལ་ས་དེ་སོགས་ལ། ང་ཚོ་གི་དངོས་གནས་ཀྱི་བཀའ་དྲིན་རྗེས་དྲན་གྱི་དགོས་གི་ཡོད་ན་ད་ང་ཚོ་གི་བོད་རང་བཙན་སླར་གསོ་བྱེད་ཡ་དེ་ལས་ལྷག་ད་ཡོད་མ་རེད། རྒྱུ་མཚན་ག་རེ་བྱས་ལབ་ན། ཙོང་ཧོང་ནང་ལ་འགྲོ་ཉེན་གི་དཔའ་བོ་དཔའ་མོ་ཡིན་ན་འདྲ། བོད་ཀྱི་གཞུང་མ་ཡིན་ན་འདྲ་ཆོས་གཞི་དགོངས་གྲོགས་ཀྱི་མ་ཡིན་ན་འདྲ། གང་ལྟར་དེ་སོགས་དཔའ་བོ་དཔའ་མོ་དེ་སོགས་ཡོངས་སུ་རྫོགས་པ་གི། འབོད་སྒྲ་དང་དང་པོ་གི་རེ་བ་དང་དམིགས་ཡུལ་དེ་བོད་རང་བཙན་བླ་སྲོག་བྱེད་ཡ་ཆགས་ཀྱི་ཡོད་རེད་དེ་བྱེད་དུས་ཚང་མ་ལ། ད་བཀའ་དྲིན་རྗེས་དྲན་གྱི་དགོས་ཀྱི་ཡོད་ན་བཀའ་དྲིན་རྗེས་དྲན་ཡག་ཤོས་དེ་ད་བོད་རང་དབང་རང་བཙན་བླར་སྲོག་གི་ཐོག་ལ་ང་ཚོ་རྡོག་རྩ་གཅིག་སྒྲིལ་བྱེད་ནས་དེའི་ཐོག་ལ་འབད་བརྩོན་བྱེད་དགོས་ཡ་དེ་ད་བཀའ་དྲིན་རྗེས་དྲན་ཡག་ཤོས་དེ་དེ་རེད། དེ་ནི་ལྟ་རྒྱ་བ་རིན་པོ་ཆེ་གི་མཚན་སྙན་སྲུང་སྐྱོབ་དང་བཀའ་དྲིན་རྗེས་དྲན་བྱེད་དགོས་ཀྱི་ཡོད་ན་ལྟ་རྒྱ་བ་རིན་པོ་ཆེ་གི་སྐུ་ཚེ་ལྷག་མ་དེའི་རིན་གོང་ལ། དེ་ནི་ང་ཚོ་བོད་གཞུང་གི་དབུ་མའི་ལམ་གི་སྲིད་བྱུས་དེ་ཕྱིར་བསྡུ་བྱས། དེ་ནི་བོད་པ་ཡོངས་རྫོགས་བོད་གཞུང་མང་ཡོངས་རྫོགས་བོད་རང་བཙན་སླར་གསོ་གི་ཐོག་ལ་རྡོག་རྩ་གཅིག་སྒྲིལ་དགོས་ཡ་དེ། ལྟ་རྒྱ་བ་རིན་པོ་ཆེ་ཞེས་གསོན་པོ་བཞུགས་པའི་སྐབས་ལ། ལྟ་ངན་པར་དུ་སྒྲུབ་དགོས་ཡ་དང། དེ་འདྲ་ཅིག་བྱུང་བ་ཡིན་ན་ད་རྒྱ་བ་རི་པོ་ཆེ་གི་མཚན་སྙན་སྲུང་སྐྱོབ་བླ་ན་མེད་པ་དང་བཀའ་རེ་རྗེ་རེ་བླ་ན་མེད་པ་དེ་དེ་ཆགས་ཀྱི་ཡོད་རེད་དེ་མ་འབྱུང་ཡིན་ན་རྒྱ་བ་སྐུ་འཕྲེང་བཅུ་བཞི་པ་གི་མཛད་པ་འཕྲིན་ལན་དང་ལོ་རྒྱུས་དེ་ད་དངོས་གནས་ཀྱི་དྲི་བ་ཆེན་པོ་ཅིག་གི་ནང་ལོགས་ལ་ང་ཚོ་གི་རྫོང་གི་ཡོད་རེད་དེ་ཁས་ལེན་བྱེད་དགོས་ཀྱི་ཡོད་རེད་ང་རང་ཚོ་གི། དེ་ནས་རྒྱལ་བ་རིན་པོ་ཆེ་གིས་བཀའ་དྲིན་རྗེས་དྲན་དང་མཚན་སྙན་སྲུང་སྐྱོབ་བྱེད་ཀྱི་ཡོང་ན་ཨོ་མིན་ལམ་ཕྱིར་འཐེན་བྱས་པ་དང་མཉམ་དུ་ཉིས་སྟོང་བརྒྱད་ལ་བོད་གཞུང་གི་རྒྱ་མིའི་རྩ་འགྲེམས་འོག་ལ་མ་འོངས་པ་བོད་བདེ་སྐྱིད་ལ་ཡག་གི་བསམ་འཆར་ཡིག་ཆ་དང་དེ་ནས་རྒྱ་རྒན་ཀོ་ཝེན་ཀོ་བརྒྱུད་བྱས་ནས་རྒྱལ་བ་རིན་པོ་ཆེ་ཉིས་སྟོང་བཅུ་བཞི་དབྱིན་ཡུལ་ལ་འཇབ་འཕེན་ལ་སོང་བ་གི་ཐོག་ནས་འདི་འདྲའི་ཞུས་བྱས་ནས་རྒྱལ་བ་རིན་པོ་ཆེ་གི་མཚན་ཐོག་ལ་དེ་ནས་རྒྱ་ནག་ལ་ཡིག་བརྒྱ་སྤྲད་བཞག་འཇོག་གི་ཡིག་བརྒྱ་དེ་ཚོ་ཕྱིར་འཐེན་བྱེད་དགོས་ཡ་དེ་ད་རྒྱ་བར་མོ་ཅིག་ཞེས་ཞུ་བའི་གི་སྐབས་ལ་ང་ཚོ་གི་ངན་པར་དུ་འཛའ་དྲག་གི་སྒྲོབ་དགོས་ཡ་དེ་ད་དེ་ཆགས་དུ་ཡོད་རེད་དེ་འདྲས་ཅིག་བྱེད་ཐུབ་པ་ཡིན་ན་ད་རྒྱ་བར་མོ་ཆེ་གི་བཀའ་དྲིན་རྗེས་དྲིན་བླ་ན་མེད་པ་དང་རྒྱ་བར་མོ་ཆེ་གི་མཚན་སྙན་སྲུང་སྐྱོབ་བླ་ན་མེད་པ་དེ་དེ་ཆགས་གི་ཡོད་རེད་མ་འོངས་པ་བོད་གི་འཐབ་རྩོད་གི་སྟོབས་ཤུགས། དེ་ཆ་ཚང་བ་ཅིག་ལ་བཞག་དགོས་ཀྱི་ཡོད་ན། ད་དེའི་གནད་དོན་དེ་ཚོ་ང་ཚོ་གི་ཕྱིར་འཐེན་དགོས་ཡག་གི་གནད་དོན་དེ་ཚོ་རྒྱལ་བ་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་ཕྱིར་འཐེན་དགོས་ཡག་དང། རྒྱལ་བ་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་ད་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེ་གི་མཚན་བེད་སྤྱོད་ལོག་པ་བཏང་ནས་སྤྱི་ཚོགས་ནང་ལོག་ལ་དབྱེན་འབྱེད་དོན་བོད་མ་གཉིས་ཁ་ཡོག་བྱེད་བཞག་རྒྱུ་དེ་ཚོ་བཙོ་མ་ཡག་པོ་ཅིག་བཟོ་བྱས་ནས་ད་བོད་པ་དེ་རྒྱལ་བ་རིན་པོ་ཆེ་ཞལ་བཞུགས་པའི་གི་སྐབས་ལ་དེ་ནི་རྒྱལ་བ་རིན་པོ་ཆེ་ཐུགས་མཉེས་ཡག་ཅིག་ཡོང་ཡག་ཅིག་དགོས་ཀྱི་ཡོད་ན་དེ་ནས་ད་ལྟ་བར་དུ་དབྱེན་སྐྱེས་དུམ་བུ་གཟུགས་བཞག་ཆོག་དེ་སོགས་རྡོག་རྩ་གཅིག་སྦྲེལ་བྱེད་བྱས་ནས་ད་རྒྱ་བར་མོ་ཆེ་གི་འོག་ལ། དེ་ནས་བུ་གཞོན་གི་འོག་ལ། དེ་ནས་ང་ཚོ་ཚང་མ་རང་བཙན་སླར་གསོ་གི་ཐོག་ལ་ནུས་པ་གཅིག་ཏུ་སྤུངས་ཡག་གི་སྤྱི་ཚོགས་ཅིག་བཟོ་ཐུབ་པ་ཡིན་ན། ད་དེ་རྒྱ་བར་མོ་ཆེ་གི་བཀའ་དྲིན། རྗེས་དྲིན། རྒྱ་བར་བོ་ཆེ་གི་མཚན་སྙན་སྲུང་སྐྱོབ་བླ་ན་མེད་པ་དེ་ཆགས་གི་ཡོད་རེད། དེ་ནས་བདེ་སྲུང་གི་ཁ་ཙོང། བཀའ་དྲིན་རྗེས་དྲིན་དང་ཆེ་མཐོང་གཟིགས་རྟགས་རྒྱ་སྐྱིད་དཔའ་བོ་དཔའ་མོ་དེ་སོགས་ལ་འཕུལ་ཡག་དེ་སོགས་ཡག་པོ་རེད། བཀའ་དྲིན་རྗེས་དྲིན་ཡག་ཞུས་ཏེ་ཁོང་ཚོ་གི་དང་པོ་གི་གླུད་གཏོང་བྱེད་ས་གི་འབོ་བྲག་དང་དམིགས་ཡུལ་བུ་རོང་བཙན་གི་ཐོག་ལ་བུ་གཞོང་ཡང་བསྐྱར་ཕེབས་དགོ་ཡ་དེ་ཡང་རྒྱལ་སྤྱིའི་དཔའ་བོ་དཔའ་མོ་ཚོ་གི་བཀའ་དྲིན་རྗེས་དྲིན་ཡག་ཞུས་དེ་ཡང་དེ་ཆགས་བསྡད་གི་ཡོད་རེད་དེ་ང་རང་ཚོ་གི་རང་འཁྲུག་དགོ་ཡ་ངོ་ཤིས་དགོ་ཡ་ཁས་ལེན་བྱེད་ཕོ་དགོ་ཡ་འགྱུར་བ་གཏོང་དགོ་ཡ་དེ་ད་ཁ་ས་གུ་དུག་ཆགས་བསྡད་ཡོད་རེད་དབུ་མའི་ལམ་གི་དམིགས་ཡུལ་དེ་བོད་གི་རིག་གཞུང། རྫ་དྲག་གི་གནས་སྟངས་ལ་ཡོད་བ་དེ་མྱུར་སྐྱོབ་བྱེད་ཡག་གི་ཆེད་དུ་ཡིན་ང་ཚོ་གི་གསུང་གི་ཡོད་རེད་དེ་རྒྱ་ནག་གི་འོག་ནས་བོད་རྒྱ་ནག་གི་འོག་ལ་བོད་གི་རིག་གཞུང་དང་བོད་གི་ངོ་བོ་སྲུང་སྐྱོབ་བྱེད་ཐུབ་ཡག་མེད་བ་དེ་ལོ་དྲུག་ཅུ་བདུན་ཅུ་ལ་རང་འཁྲུག་ཚར་བ་རེད་ལྷག་པར་དུ་ཁར་སོང་དེ་རིང་ད་བོད་ནང་ལོག་ལ་བོད་སྐད་གི་ཐོག་ནས་སྤྱི་ཚོགས་དྲ་ལམ་ལ་ཐེ་གཏོང་ཆ་ཚང་བ་བཅས་བྱེད་ཐུབ་གི་ཡོད་མ་རེད་བོད་པའི་བུ་ཕྲུག་ལ་བོད་གི་སྐད་ཅིག་གླ་བ་དང་བེད་སྤྱོད་གཏོང་ཡག་གི་འཁོར་ཡུག་ཅིག་ཡོད་མ་རེད་ད་དེ་འདྲས་བྱས་འདི་བོད་དེ་འཛམ་བུ་གླིང་ལ་རྒྱ་ནག་གི་ཕྱི་སེལ་ནང་སེལ་གི་ཐོག་ནས་བོད་རྒྱ་ནག་ཅན་ལ་བསྒྱུར་ཡག་གི་ཁྲིམས་བཟོ་དྲིལ་བསྒྲགས་བྱས་བྱས་ནས་ད་བྱས་ཡུང་ཡིག་གི་སྐབས་ལ་རྒྱ་ནག་གི་བོད་ལ་ང་ཚོ་བོད་མི་རིགས་གསོན་པོ་བསྡད་ས་མེད་པ་བོད་པའི་རིགས་གཞུང་གསོན་པོ་བསྡད་ས་མེད་པ་དེ་ད་ར་འཁྲུག་ཚར་བ་རེད་ར་འཁྲུག་བ་དེ་ང་ཚོ་གི་ཁས་ལེན་བྱས་མ་བྱས་གི་གནད་དོན་རེད་མ་གཏོགས་གསལ་པོ་ཞུ་བྱས་ར་འཁྲུག་ཚར་བ་རེད་དེ་ཁས་ལེན་བྱས་བྱས་ནས་ང་ཚོས་རྩ་སྟོང་ལོངས་ཕྱོགས་དེ་ལྟར་འགྱུར་བ་གཏོང་དགོས་ཡ་དེ། མ་འོངས་པར་ཡོང་རྒྱུ་གི་ལྟ་ཇི་ལྟར་སྔར་བྷིའི་ནང་ལོགས་ལ་དམ་བཅའ་གླེང་ཉན་གི་བཀའ་ཤག་གསར་བ་དང་སྤྱི་མཐུན་གསར་བ་གི་བོུ་ལ་འགན་ཅིག་འཁྱིལ་གི་ཡོད་ན་འགན་དང་པོ་འཁྱིལ་དགོས་ཡ་དེ་ལྟ་རྩ་སྟོང་ལོངས་ཕྱོགས་འགྱུར་བ་ག་འདྲེ་ཅིག་གཏོང་གི་ཡིན་བོད་པིའི་རྒྱལ་གཞེན་ག་འདྲེ་བྱེད་ནས་སླར་གསོ་བྱེད་གི་ཡིན་ལྟ་དེའི་ཐོག་ལ་གྲུས་ཁ་འདོར་དགོས་ཡ་དང་དེ་ནི་ཐག་གྱོ་ཆེན་པོ་ཅིག་བྱེད་དགོས་ཡ་དེ་ལྟ་ཧ་ལི་བི་ཀེ། གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་དེ་ནི་སྤྱིར་བཏང་ནས་ད་མི་རབས་རྒན་པ་རྒན་ལྷ་བཟང་ཚེ་རིང་ལགས་ཀྱི་བཟོ་འདྲ་བོ་གི་མི་རབས་རྒན་པ་དེ་ཚོ་ལ་དངོས་གནས་ང་ཚོ་གི་ད་དུང་ཡང་སྤྱི་ཚོགས་ཀྱི་ཁོང་ཚོ་ཞལ་བཞོག་བསྡད་པའི་གི་སྐབས་ལ་ད་བཀའ་ཁྲི་རྗེས་དྲན་དང་ཅིག་ཆེད་དུ་གཟིགས་མདའ་ག་རེ་འབུལ་ཡག་ཡོད་པ་ཡིན་ན་ལས་འབུལ་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད་འདི་ཡ་རབས་བཟང་སྤྱོད་དང་ལས་རྒྱུ་འབྲས་ཀྱི་འགུལ་ནས་ཡིན་པ་ཡིན་ན་ལས་ཁོང་ཚོ་ལ་ངེས་པར་དུ་འོས་བབ་ཡོད་བསྡད་པ་ང་ཚོ་གི་ངེས་པར་དུ་སྒྲོག་དགོས་ཡག་གི་གནད་དོན་ཆགས་ཀྱི་ཡོད་རེད། རྒྱུ་མཚན་ག་རེ་བྱས་ནས་རེད་ལབ་ན། རྒན་ལྷ་སྲོང་ཚེ་རིང་ལགས་དང་སྐུ་ངོའི་ཞིང་གཤེགས་ཀརྨ་ཆོས་འཕེལ་གྱི་བཟོ་འདྲ་བོ་བོ་དཔག་གིས་རང་བཙན་འཐབ་རྩོད་པ་དེ་རྒྱལ་ཞེན་གྱི་མི་སྣ་དངོས་གནས་ཀྱི་རྣམ་འགྱུར་དང་འབྱུང་སྟངས་ཡོད་ཉེས་མང་པོ་ཞིབ་བྱས་ལ་མ་ཉེས་ཁ་ཡོག་བྱེད་ཀྱི་ནི་བོད་པ་རང་ཉིད་ཀྱི་ནུས་པ་དང་སྟོབས་ཤུགས་དང། དེ་སོགས་ལྟ་གོང་ལྟར་རྒྱ་དགྲ་བོ་རྒྱ་ནག་ངོ་སྲུང་ཡག་གི་བྱེད་དང་ནང་འཁོར་སོ་སོ་གི་ཞེན་ཁོང་བཙོག་ས་བྱེད་ཀྱི་ནི་རྒྱ་བོ་རིན་པོ་ཆེ་གི་མཚན་བེད་སྤྱོད་གཏོང་ཀྱི་ནི་ད་འབུར་འཇོམས་བཟི་བ་དང། དུམ་བུ་དབྱེ་འབྱེད་མ་རྙིང་ཁ་ཡོག་བྱེད་པ་འདི་བོད་ལ་ལྟ་ཧ་ལས་བས་ཀྱི་གྱོང་ཆེན་པོ་རག་ཡོད་རེད་ང་ཚོའི་འཐབ་རྩོད་འདྲ་བོ་དེ་ཅིག་རྒྱ་གར་འདྲ་བོ་ཅིག་ལེན་དགོས་ཀྱི་ཡོད་ན་རྒྱ་གར་དེ་ལོ་མང་པོ་ལ་ཕར་རྒྱབ་ཕྱི་རྒྱབ་བཅུག་བ་གི་གནད་དོན་དེ་ང་ཚོ་བོད་པ་རང་ཉིད་ཀྱི་བྱས་ཡོད་རེད་དེ་འདྲས་ཡིན་དུས་བརྩམས་པ་ལ་ད་ད་དུང་ཡང་ཅིག་ཁོང་ཚོའི་གྲས་རྒན་ལྷ་བཟོ་ཚེ་རིང་ལགས་ཀྱི་བཟོ་འདྲ་བོ་མི་རབས་རྒན་པ་ཞེས་གསོན་པོ་བཞུགས་བསྡད་བ་དེ་ཚོ་ལ་ད་ང་ཚོས་ད་དུང་ཡང་ཆེད་དུ་རྗེས་དྲན་ག་རེ་བྱེད་ཡ་ཡོད་བ་དེ་ལོ་ཁ་ཤས་ལྷག་སྡེ་བའི་ནང་ལོགས་ལ་ད་དམ་འཛིན་བྱེད་དགོས་ཡ་དེ་ངས་ཧ་ལས་པའི་གལ་ཆེན་པོ་རེད་དྲན་འདུག་ངས་འདི་ང་རང་གི་ཁ་ཐང་ཚིག་ཐང་གཅིག་བཤད་གིན་མེད་ང་རང་འདྲ་བོ་གཅིག་ན་འདི་སུའི་ཐོག་ལ་སྔོན་མ་ནས་ཅིག་ནུས་པ་གཏོང་ཐུབ་བ་དེ་ནུས་པ་གཏོང། བསམ་བློ་གཏོང་བདེ་ཉིན་གཅིག་ཡིན་ངས་དེ་དཔེ་མཚོན་གཅིག་རང་གཅིག་ཞུས་བ་ཡིན་ན། ཉིས་སྟོང་བཅུ་དྲུག་ལ། ནིའུ་ཡོག་ལ་རྒྱལ་སྤྱིའི་བོད་རང་བཙན་ཚོགས་ཆེན་དེ་བསྐོང་བ་རེད། ད་དེའི་ཚོགས་ཆེན་བསྡུ་བསྐོང་བྱེད་ཉེན་གཙོ་བོ་དེ། བསྟན་འཛིན་དབང་འདུས་ལགས་རེད། དེ་ནི་ཁོ་རང་ལ་གཙོ་བོ་རོགས་པ་བྱེད་ཉེན་ད་ནིའུ་ཡོག་ལ་ནམ་རྒྱུན་ནས་རང་བཙན་གྱི་ལས་འགོར་སྤེལ་བསྡད་ཉེན་ང་ཚོ་གི་ད་འཐབ་གྲོགས་དང་ང་ཚོའི་གྲོགས་པོ་དེ་ཚོ་རེད་ད་མི་རེ་རེ་ཚོགས་ཀྱི་མིང་འབུ་དགོས་ན་ཡང། མི་ཁ་ཤས་མིང་བགྱིས་འགྲོ་དུས་ཙམ་པ་ལ་ཡང་དེ་ཏག་ཏག་བསྡད་ཀྱི་མི་འདུག་དེ་བྱེད་དུས་མདོར་བསྡུས་ན་ད་ནིའུ་ཡོག་ལ་ཡོང་ཉེན་གྱི་རང་བཙན་འཐབ་རྩོད་པ་ཚོ་གི། ཟླ་བ་གི་གྲོང་ཁ་ལ། གནམ་གཤིས་གྲོག་མོ་ཚ་བ་གི་ནང་ལོགས་ལ་ཞལ་འདེབས་བསྡུས་བྱས་ནས། ད་ཐ་མ་དེ་ལ་ཉིས་སྟོང་བཅུ་དྲུག་ལ་རྒྱལ་སྤྱིའི་རང་བཙན་ཚོགས་ཆེན་གྲ་རྒྱས་པོ་ཞི་བ་བཅས་བསྐོང་ཐུབ་པ་རེད། དེའི་བསྐོང་ཡུལ་གྱི་བརྒྱུད་རིམ་ནང་ལོགས་ལ་ཚོགས་འདུ་གོ་སྒྲིག་བྱེད་ཉེན་ཚོགས་ཀྱི་ལྟ་ཅི་ང་ལ་བློ་འདྲ་བོ་དྲི་བའི་གི་བརྒྱུད་རིམ་ནང་ལོགས་ལ་ངའི་བསམ་ཚུལ་གཅིག་དེ་དུས་ག་རེ་ཕུལ་བ་ཡིན་ལབ་ན། ད་རྒན་ལྷ་བཟང་ཚེ་རིང་དང། སྐུ་ངོ་ཀརྨ་ཆོས་འཕེལ་དང། འཇམ་དབྱངས་ནོར་བུ་ལགས་དང་ད་ཁོང་ཚོའི་བཟོ་འདྲ་བོ། རྒན་ལྷ་བཟང་ཚེ་རིང་ལགས། སྐུ་ངོས་སྐར་མ་ཆོས་འཕེལ་ལགས་འཇམ་དབྱངས་ནོར་བུ་ལགས་དེ་ནི་བསོད་ནམས་དབང་འདུས་ལགས་ད་ཁོང་ཚོའི་བཟོ་འདྲ་བོ། དེ་ནི་རང་བཙན་འཐབ་རྩོད་པ་མི་རབས་རྒན་པ་དེའི་ནོར་ལག་ནི་ལྷག་པར་དུ་ད་ལྷ་བཟང་ཚེ་རིང་ལགས་དང་སྐུ་ངོས་སྐར་མ་ཆོས་འཕེལ་ལགས་འདྲ་བོ། ད་དངོས་གནས་རང་བཙན་གྱི་ཆེད་དུ་རྒྱལ་བ་རིན་པོ་ཆེ་གི་མཚན་ཡིན་ཞུ་བེད་སྤྱོད་གཏོང་བྱེད་ནི་ད་མ་ཉེས་ཁ་ཡོག་གི་ལོ་ད་ད་བ་ལ་འཐབ་རྩོད་མྱོང་བསྡད་ཉིན་དེ་སོགས་ལ་ད་རང་བཙན་ཚོགས་ཆེན་འདིའི་ཐོག་ནས་ཀ་རེ་རྗེས་དྲན་གྱི་ཆེ་མདོག་གཟེངས་རྟགས་ཅིག་འཕུལ་དགོས་ཡ་དེ་ཧ་ལས་བས་ཀྱི་གལ་ཆེན་པོ་རེད་ལབ་ཀྱི་ནས་ད་དེ་དུས་ཁོང་ཚོ་གས། དེ་ནས་སྐུ་ངོ་ཀརྨ་ཆུན་པའི་ཞིང་གཤེགས་དམ་པ་དེ་རེད། དེ་ནས་རྒན་ལྷ་བཟང་ཚེ་རིང་ལགས་རེད། འཇམ་དབྱངས་ནོར་བུ་ལགས་རེད་བསོད་ནམས་དབང་འདུས་ལགས་རེད་ད་ཁོང་ཚོ་ཁག་ཅིག་ལ། དེ་འདྲ་གས་ད་རང་བཙན་གྱི་གཟེངས་རྟགས་ཅིག་འཕུལ་ཐུབ་བས་ཀྱི་གནད་དོན་བྱུང་ཡོད་རེད། དེ་ནས་ངའི་བསམ་ཚུལ་དེ་ཁོ་རང་ཚོ་ལ་བཤད་ཚར་བས་ཀྱི་རྗེས་ལ་ཁོ་རང་ཚོ་གས་རང་བཙན་གཟེངས་རྟགས་འབུལ་ས་དེ་ཚོ་གས། ད་མི་འབྱུང་འདྲ་བོ་ཀྱི་གཟི་འོད་ནང་ལོགས་ལ་ངག་གི་མིང་དེ་ཡང་བཅུག་བཞག་ཁོང་ཚོ་གི་གཟིངས་རྟགས་སྤྲད་ས་གི་ནང་ལོགས་ལ། དེ་ནས་ངས་དེ་དུས་ཁོ་རང་ཚོ་ལ་ལབ་རྒྱུ་བྱུང། ད་ང་ཁོང་ཚོ་ལ་བརྩི་བ་ཡིན་ན་སྤྱིར་བཏང་ང་ཡང་རང་བཙན་འཐབ་རྩོད་ཀྱི་ཐོག་ནས། འཐབ་རྩོད་ཟས་བསྡད་ཉིན་རང་བཙན་གྱི་ཐོག་ལ་བློས་གཏོང་བྱེད་ཉིན་གཟིངས་རྟགས་དེ་འདྲ་ཅིག་སྤྲད་པ་ཡིན་ན་འུར་བབ་ཡོད་བསྡད་ས་ཅིག་རེད་དེ་ཡིན་ན། ད་ང་ལོགས་ཀྱི་ཆ་ནས་ད་ཁོང་ཚོ་ལས་ང་ལོ་ཆུང་གི་ཡོད་པའི་ཆ་ནས་དེ་རིང་ད་གཟིངས་རྟགས་དེ་ངན་པར་དུ་ཁོང་ཚོ་མི་རབས། གོང་མ་ཚོ་ལ། འབུལ་རོགས་གྱིས། ང་གཟིགས་མདའ། སྤྲད་ས་གི་མི་གཞོང་དེ་ནས་ཕྱིར་འདྲེན་བྱེད་རོགས་གྱིས་ལབ་ཀྱིས་ནས་ང་རང་གི་མི་གཞོང་མར་ཕྱིར་འདྲེན་བྱེད་ཀྱིས་ནས་མདོར་བསྡུས་ན། ད་དེ་དུས་རྒན་ལྷ་བཟང་ཚེ་རིང་ལགས་དང་སྐུ་ངོས་ཀརྨ་ཆུ་འབེལ་ལགས་ཁོང་ཚོ་ལ་དེ་ནས་རྒྱལ་སྤྱིའི་རང་བཙན་ཚོགས་ཆེན་དེའི་ཐོག་ནས་གཟིགས་མདའ་དངོས་གནས་གཟིགས་ཀྱིས་བདུན་པ་ཅིག་འབུལ་ཐུབ་ཡག་གི་གནད་དོན་བྱུང་ཡོད་རེད། དེ་ནས་གཟེངས་རྟགས་དེ་ཚོ་ཕུལ་དེ་ནས་རང་བཙན་ཆོག་མཆན་དེ་རྒྱར་ཁག་གི་ཐོག་ནས་ཧ་ལས་བིས་ཀྱི་གྲགས་རྒྱས་པོ་ད་ཀྱི་ཡོ་རོབ་རེད་ཨེ་ཤེ་ཡ་རེད་དེ་ནས་ད་གོང་ད་རྒྱར་ཁབ་མང་པོ་ཞོལ་བཅས་ནས་ཚོགས་འདུ་དེ་ལ་མཉམ་ཞུགས་བྱས་ནས་ཚོགས་འདུ་དེ་ཧ་ལས་བིས་ཀྱི་གྲགས་རྒྱས་པོ་བྱུང་ཡོད་རེད། དེ་ནས་དེའི་རང་བཙན་ཚོགས་ཆེན་དེ་གའི་དངུལ་ལྷག་མ་དེ་ནི་ད་ངའི་བསམ་ཚུལ་གྱིས་དེ་དུས་ཁོང་ཚོ་ལ་ཤེས་བྱས་ནས་དངུལ་ལྷག་མ་དེ་ནི་རྒན་ལྷ་བཟང་ཚེ་རིང་ལགས་ཀྱི་ཆེད་དུ་དངུལ་གྱི་ཟུར་བཅད་བྱས་ནས་འཇོག་རོགས་གྱིས། མ་འོངས་པ་རྒན་ལྷ་བཟང་ཚེ་རིང་ལགས་ལ་ལྟ་ཅེས་ང་ཚོ་གིས་འདི་ནིའུ་ཡོག་འདྲ་བོ་བཅས་ལ་ཚོར་འདི་འདྲས་ཀྱི་ཞོ། སྐུ་སྲོག་དེ་ཚོ་ལ་བརྟག་དཔྱད་ཡག་པོ་ཅིག་བྱེད། དེ་ནས་ཁོང་ལ་ཅིག་ལྟ། དེང་སང་གི་འགྲོ་སྟངས་བྱས་ན། Life Achievement Award ལ་ཡ་གཅིག་འཕྲལ་ཡར་ལུགས་སུ་བསྡུ་བ་དང་མི་ཚེ་ཆ་ཚང་གཅིག་བློས་གཏོང་བྱས་ནས་ཀྱི་ལྟ་ཅིག། དེ་འབྲེལ་གྱི་གཟིགས་མདངས་ཕུལ་ཡ་ལམ་སྲོལ་ཡོད་དུས་ད་ང་ཚོ་རྒན་ལྷ་བཟང་ཚེ་རིང་ལ་རང་བཙན་གྱི་ཐོག་ནས་དེ་འབྲེལ་གྱི་གཟིགས་མདངས་ཕུལ་ཡ་བང་བསྒྲིགས་ནས་ཡག་པོ་འདུག་ལབ་ཀྱི་ནས་དེ་ཁོང་ཚོ་གི་དེ་དུས་དངུལ་ལྷག་མ་དེ་ཚོ་རྒན་ལྷ་བཟང་ཚེ་རིང་ལ་ཚོར་དེ་འབྲེལ་ཞུ་ཡ་དང་གཟིགས་མདངས་ཕུལ་ཡ་གྱི་ཆེད་དུ་དངུལ་དེ་ཟུར་འཇོག་བྱེད་བྱས་བ་རེད། དེ་ནི་དངུལ་དེ་ཟུར་འཇོག་བྱེད་ཅིང་ནས་གཟེངས་རྟགས་འབུལ་ཡག་གི་ལས་རིམ་སྣ་ཚོགས་ཀྱི་མར་བང་བསྒྲིགས་ཡུང་ཡི་སྐབས་ལ་དེ་ནི་རྒན་ལྷ་བཟང་ཚེ་རིང་ལགས་ཀྱིས་དེབ་སེར་བོ་ཨའི་སི་ལ་དེ་དུས་ཚོད་རྫོགས་བྱས་ནས་དེ་ནི་བི་ཟ་ཞུ་ས་མཐོང་ཆེན་ཞུ་ས་ཀྱི་ཡིག་སྐྱ་ཡོད་མ་རེད་མེད་དུས་བསམ་པ་ལ་དེ་ནི་འདི་ནི་ང་ཚོ་གི་ཕར་འབྲི་བ་བྱེད་ཅིང་ནས་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ལྟ་ཅིག་མ་ལྡི་ལི་རེད་ཕར་གྱི་སིམ་ལ་རེད་དེ་ཚོ་ལ། བརྩོན་འགྲུས་ལ་ཕེབས་ནས་དེ་ནས་རྒན་ལྷ་བཟང་ཚེ་རིང་ལགས་ཀྱིས་དེབ་སེར་བོ་དེ་བསྐྱར་བཟོ་བྱས་ཐུབ་པ་རེད་དེབ་སེར་བོ་བསྐྱར་བཟོ་བྱས་ཚར་བའི་རྗེས་ལ་དེ་ནས་རྒན་ལྷ་བཟང་ཚེ་རིང་ལགས་ཀྱིས་སྐུ་གཟུགས་གནས་སྟངས་དེ་ཞི་བོ་སྐྱོ་བོ་ཆགས་ཀྱི་ནས་དེ་ནས་ཚོགས་ཨ་རི་ལ་འདི་འདྲའི་ཆུ་འཐུལ་བ་གི་གནས་སྟངས་དེ་བྱུང་ཡོད་མ་རེད། གནས་སྟངས་དེ་འདྲ་རེད། དེ་ནས་ད་ནངས་ཉིན་ལབ་དགོས་རེད་གཞོན་ནུ་གིས་རང་ད་ལྟ་དེ་ཚོགས་ཆེན་དང་རྒྱལ་བ་རིན་པོ་ཆེ་ལ་གཞོན་ནུའི་བསྟན་བཞུགས་ཕུལ་བའི་གི་སྐབས་ལ་དེ་ནས་ངའི་སྐྱེས་དམན་ནིའུ་ཡོག་ས་གནས་གཞོན་ནུ་གི་སྐུ་ཚབ་བྱས་ནས་རྡ་རམ་ས་ལ་ལ་བཅར་བའི་སྐབས་ལ་དེ་རྒན་ལྷ་བཟང་ཚེ་རིང་ལགས་རྩ་ལ་གཅིག་བཅར་རོགས་བྱེད་ལབ་བྱས་ནས་ངའི་སྐྱེས་དམན་འགྲོ་བའི་གི་སྐབས་ལ་དེ་ནས་རྒན་ལྷ་བཟང་ཚེ་རིང་ལགས་སྐབས་དེ་དུས་ད་མི་སུ་ཡིན་པ་ངོ་མ་ཤེས་ཡ་གི་ད་གནས་སྟངས་བར་དུ་སླེབས་ཚར་བཞག་སུ་ལབ་གི་འདུག། རྒྱུ་མཚན་ག་རེ་གྱིས་རེད་ལབ་ན་ནི། ནམ་རྒྱུན་ཡིན་ན་སྔོན་མ་རྡ་རམ་ས་ལ་བསྡད་དུས་ངའི་སྐྱེས་དམན་དང་རྒན་ལྷ་བཟོ་ཚེ་རིང་ལ་ཁོང་ཚོ་ཕར་ཚུར་ངོ་ཤེས་ཀྱི་ཡོད་རེད་དེ་ནི་ལྷག་པར་དུ་ང་འདྲ་བོ་ཆགས་ཀྱང་ན་འདས་ཨ་རིར་སླེབས་ཚར་བའི་རྗེས་ལ་ཡིན་པ་ཡིན་ན་ལས་ཐིག་མ་ཁ་ཤས་བྱས་ལ་རྒན་ལྷ་བཟང་ཚེ་རིང་ལགས་ཀྱི་ཕི་ནི་ཚོ་མི་ཡུལ་གཉེན་དེ་འདྲ་ལ། ཕྱག་བྲིས་དེ་འདྲའི་སྐོར་དེ་ནི་དེབ་དེ་འདྲའི་སྐོར་བྱས་ནས། ཚོར་འདྲི་བ་གནང་སོང་དེ་ནས་ཕར་ཡང་ང་རང་འདི་ནས་ཀྱི་གློག་ཉེ་བོ་དེ་འདྲ་འགྲོ་ཉེན་ལ། དེ་ནས་རྒན་ལྷ་བཟང་ཚེ་རིང་ཚོ་ལ་ཙར་ལ་སྐྱར་རོགས་ཀྱི་ལབ་ཀྱི་ནི་ཅིག་ད་སུས་ཀྱང་ཆོག་ཡག་འདྲ་བོ་དེ་འདྲ་ཅིག། ཁྲ་ལྷ་འཕྲིན་བུ་སྐོར་འོས་ཐོབ་དང་དེ་འདྲ་ཅིག་ནི་ང་ཚོར་འབྲེལ་བ་ཡོད་བསྡད་པའི་གནས་སྟངས་རེད། ད་ཡིན་ན་ལས་ཁ་ཚང་ངས་སྐྱེས་མིན་ཕར་སྐྱར་བྷིག་གི་སྐབས་ལ་མི་སུ་ཡིན་པ་རྩ་བ་ཉིད་ནས་ངོ་ཤེས་ཀྱི་མི་འདུག་ཟེར་ལབ་གི་འདུག་འོན་ནི་ངས་མེང་འབོ་བྷིག་གི་སྐབས་ལ། ང་རྩ་བ་ཉིད་ནས་དྲན་གྱི་མི་འདུག་ཟེར་ལབ་ཀྱི་འདུག་དེ་ནས་མཐའ་མ་དེ་ཁ་པར་ནང་ནས་ངའི་པར་བསྟན་པའི་སྐབས་ལ་ཡང་ང་སུ་ཡིན་པ་རྩ་བ་ཉིད་ནས་ངོ་ཤེས་ཀྱི་མི་འདུག་ཟེར་ལབ་ཀྱི་འདུག་ད་དེ་ལབ་ཡས་ཀྱི་སྐབས་ལ་དངོས་གནས་ང་སེམས་ལ་དཔེ་བློ་འཚབ་ཆེན་པོ་བྱུང་སོང་ད་དུས་ཚོད་ཞེ་རག་མེད་བསྡད་ཆོག་གི་ཚོར་བ་འདྲ་བོ་ཅིག། སྐུ་སྲོག་གི་གནད་དོན་ཞི་བོ་སྐྱོ་བོ་ཆགས་ཡོད་ཡས་ཀྱི། ཚོར་བ་འདྲ་བོ་ཅིག་སླེབས་བྱས་ནས་དེ་ནས་ངས་ལམ་སང་བསྡད་ལ་ཁོང་ཚོ་ད་གཙོ་བོ་དེ་དུས་རང་བཙན་ཚོགས་ཆེན་བསྐོང་ཉིན་དེ། བསྟན་འཛིན་དབང་འདུས་ལ་ཆགས་བསྡད་ཀྱི་ཡོད་རེད་དེ་ནས་ཁོང་ཚོ་ལ་ལབ་བྱས་ནས་ད་ང་ཚོ་གི་དངུལ་ལྷག་མ་སྔོན་མ་ལྷ་བཟང་ཚེ་རིང་ལགས་ལ་ད་གཟེངས་རྟགས་ཕུལ་ཡག་གི་ཆེད་དུ་དངུལ་ཉར་བསྡད་ཆོག་དེ་ད་ཕར་མགྱོགས་པོ་རྒྱ་གར་ལ་ཕར་གཏོང་བྱས་ནས་ཕུལ་བ། རྒན་ལྷ་བཟང་ཚེ་རིང་ལགས་ད་ལྷ་རྒྱ་རི་བོད་ལྗོངས་ཀྱི་རྒན་གསོ་ཁང་ལ་བཞུགས་ཡོད་དུས་ཀྱི་རྒན་གསོ་ཁང་ནང་ལོགས་ལ་ད་རྒན་ལྷ་བཟང་ཚེ་རིང་ལགས་ཁོ་རང་བཞུགས་ས་ཀྱི་ཁང་པ་དང་གསང་སྤྱོད་དང་འཕྲུལ་དབང་དང་ད་དེ་སུའི་གནས་སྟངས་དེ་ཚོ་ཀྱི་ཡར་རྒྱས་གཏོང་ཡག་འདྲ་བོ་སྟབས་བདེ་རུ་འདྲ་བོ་ག་རེ་བྱེད་ཡག་ཡོད་མེད་ཡག་མིན་ན་ཅིག་ད་ཕོ་བ་ལ་བལྟ་སྐྱོང་བྱེད་ཉིན་ཐོམ་པ་འདྲ་བོ་བཞག་ཡག་གནས་སྟངས་ཡོད་མེད་ད་ང་ཚོ་དེ་འདྲའི་གོ་བསྡུར་བྱེད་པའི་སྐབས་ལ། དེ་ནས་གཙོ་བོ་རྒན་ལྷ་བཟང་ཚེ་རིང་ལགས་ཕུལ་བ་ལ་སྔོན་མ་རྒན་གསོ་ཁང་ལ་ཡར་བཅུག་ཡར་བཏང་ད་བཙུད་ཡར་བཏང་དེ་སོགས་ཐོག་ལ་ད་ནམ་རྒྱུན་བཅས་ཕུལ་བ་ལ་དོ་སྣང་དང་ལྟ་རྟོག་བྱས་དེ་ཉིན་འདྲ་བོ་དེ་ད་བསྟན་འཛིན་ཚོགས་འདུ་ལ་རེད་དེ་ནས་ལྷ་རྒྱ་རི་རྣམ་རྒྱལ་སྒྲོན་དཀར་ལ་རེད་དེ་ནས་ས་གནས་གཞོན་ནུ་གི་རང་བཙན་དོན་གྲུབ་ལ་རེད་དེ་ནས་བསྟན་པ་ཡར་འཕེལ་ལ་རེད། ད་ཁོང་ཚོ་མང་པོ་ཅིག་གིས་ནམ་རྒྱུན་ནས་ད་དཀའ་ལས་རྒྱབ་ཕོད་པ་ལ་དེ་གནང་བསྡད་ཀྱི་ཡོད་རེད། ད་ཁོང་ཚོ་གིས་གསུང་ཡ་ལ། དེ་ནི་ང་ཚོ་གི་དངུལ་ལྷག་མ་སྟེ། ལྷ་རྒྱ་རི་རྒན་གསོ་ཁོ་རང་ལ། ད་རྒན་ལྷ་བཟང་ཚེ་རིང་དང་རང་བཙན་གྱི་མིང་ཐོག་ནས་ཕར་ཞལ་འདེབས་རྒྱབ་བཞག་པ་ཡིན་ན། ཡག་པོ་འདུག་རྒན་གསོ་ཁོང་གི་ངོས་ནས་རྒན་ལྷ་བཟང་ཚེ་རིང་ལགས་ལ་སྨན་བཅོས་ཞུ་ཡ་དང་ཅིག་ལྟ་སྐྱོང་བྱེད་ཡ་དེ་ཚོ་ཡག་ཐག་གཅོད་བྱེད་ཀྱི་འདུག་ཧོ་དེ་འདྲས་གསུང་གི་འདུག་དེ་དེ་འདྲས་གསུང་གི་ཡོད་དུས་ད་དེ་ཚོ་ལ་གཞི་བཞག་ནས་དེ་ནི་ང་ཚོ་གི་འདས་ལ་རྒན་ལྷ་བཟོ་ཚེ་རིང་གི་མཚན་ཐོག་ལ་དངུལ་ཉར་བདེ་འཇོག་གི་དངུལ། དེ་ནི་ད་གོང་ལ་གོང་མཚམས་ཀྱི་ང་ཚོའི་བར་སྟོང་ཚར་བིད་ཀྱི་གནས་སྟངས་དེ་ནི་ལྷག་མ་དེ་ཚོ་ཡིན་ན་ད་མ་འོངས་པ་ཅིག། སྟོང་ཡག་དང་ད་དེ་འདྲེ་གི་ལས་རེམ་གི་ནང་ལོག་ལ་ཡོད་བདེ་བིད་ཀྱི་གནས་སྟངས་ཅིག་རེད། ད་ད་ལྟའི་ཆ་ལ་ཡག་ཤོས་ཅིག་ལ་རྒན་ལྷ་བཟོ་ཚེ་རིང་ལ་ཁོ་རང་གི་བུ་མོ་ཁེ་ན་ར་ནི་ཕ་ཆེ་ངར་སླེབས་བྱས་ནས་དེ་ཕུ་བ་ལ་རྒན་ལགས་ལ་ཞབས་རྩི་ཞུ་ལྟ་སྐྱོང་བྱས་བསྡད་དེ་སོ་ད་ང་ཚོ་ཧ་ལས་པའི་དགའ་བོ་བྱུང་བློ་བདེ་བོ་འདུག་དེ་བྱས་དུས་མདོར་བསྡུས་ན་ད་དེ་རིང་བདེ་སྲུང་གི་དེ་འདྲས་ཀྱི་ད་ང་ཚོ་གི་རྒྱ་སྐྱིད་དཔའ་བོ་དཔའ་མོ་དེ་ཚོ་ལ་ཆེད་དུ་གི་འདུ་འཛོམས་དང་གཟིང་རྟགས་དང་དེ་ནས་མཇལ་ཧ་གཏོང་གནང་བ་ལ་བཀའ་དྲིན་ཆེ་ཞུ་ཡ་དང་དེ་ནས་རྒན་ལྷ་བཟང་ཚེ་རིང་ལགས་གཙོས་པའི་གི་ད་བོད་གི་དཔའ་བོ་དཔའ་མོ་དེ་ཚོ་ལ་དངོས་གནས་གི་ལྟ་སྐྱོང་བྱས་བསྡད་ཉིན་ད་ཁ་ཚོང་གི་འགྱིག་ཧ་ལ་བསྐྱར་ཉེན་ཚོང་འདི་ལ་ཡུན་ཉེན་གཙང་མ་ཡིན་པ། ད་ཀྱི་བོད་ཀྱི་ཆེད་དུ་གླུད་གཏོང་བྱེད་ཉེན་རེད་ལབ་ཉེན་དེ་སོགས་ལ། བོད་པ་སེམས་ཤུགས་ཡོད་ཉེན་རྒྱལ་གྱེན་ཡོད་ཉེན་དེ་སོགས་ཀྱི་ག་སེ་ཐུབ་ཐོབ་ཀྱི་ལྟ་སྐྱོང་དང་རོགས་རམ་བྱེད་ཀྱི་ཡོད་རེད་དེ་ངས་བརྒྱ་ཆ་བརྒྱ་བཏང་པ་ཧ་གོ་གི་ཡོད། དཔེ་ཆ་བཞག་བ་ནི་ང་རང་འདྲ་བོ་གིས་རང་སྟེང་ལ་བསམ་བློ་གཏོང་བ་ཡིན་ན་དཔེར་ན། ད་ངས་དེ་རིང་དེ་ཞུས་བཞག་ན་གལ་མི་འདུག་བརྙན་འདི་བརྒྱུད་ནས། ནིའུ་ཡོག་གི་ས་གནས་འདི་ལ་བོད་པ་གའི་ཨེམ་ཆི་གང་ལ་གང་འཚམ་རྟ་ཁ་ཤས་ཀྱིས་ཡོད་རེད། དེའི་ནང་ལོགས་ནས་རྟ་སྐད་ར་ཆེ་ཤོས་འདྲ་བོ་དེ Bronx ལ་བཞུགས་ཉིན་ད་ལྟ་ཨེམ་ཆི་ཆུ་དར་ལ་འདྲ་བོ་ཆགས་བཞག་བས་ན་ད་ང་རང་ངོ་མ་གཟི་བྱིན་ངོ་རྒོལ་དང་འབྲེལ་བའི་ཐོག་ནས་མཁལ་མ་འཕྲོ་བརླག་ཕྱིན་བྱས་ནས་རྟ་རྒྱུན་རིང་པོ་མེའི་ཟ་དགོས་ཡ་གཤག་བཅོས་བྱེད་དགོས་ཡ་དེ་འདྲའི་བརྒྱུད་རིམ་མང་པོ་བྱུང་བའི་བརྒྱུད་རིམ་ནང་ལོགས་ལ། དེ་ནས་ང་ཨེམ་ཆི་ཆུས་རྟ་ལ་བཙའ་ལ། རྟ་ལ་ལོ་མང་པོ་ལ་སྨན་བཟས་པ་རེད་སྨན་བཟས་བས་ཀྱི་སྐབས་ལ། དེ་ནས་ཨེམ་ཆི་ཆུས་རྟ་ལགས་ཀྱིས། སྔོན་མ་དུ་བ་ལ་ཆུས་ནས་སྨན་ཡང་ལེན་གྱི་མིན་ལབ་ཀྱི་ནས་ཨུ་ཚུགས་བརྒྱབ་ཀྱི་ནས་རྟ་ཁྱོད་རང་འཐབ་རྩོད་ཀྱི་ཆེད་དུ་བློས་གཏོང་ཞི་བ་བྱས་པ་རེད་ང་སོགས་ཀྱིས་བྱེད་ཐུབ་ཡ་འདི་གཅིག་པུ་རེད་ལབ་ཀྱི་ནས་དེ་འདྲའི་གི་ལྟ་སོང་བྱས་ནས་གོང་ལྟར་སྨན་ཡོང་མ་ལེན་ཡག་གི་ཁོང་རེ་གི་འབད་བརྩོན་གནང་ཡག་དེ་འདྲ་བྱས་སོང་ཡིན་ན་ལས་ལྟ་སོ་སོའི་འོས་ཚོགས་འདྲ་བོ་ཅིག་རྒྱབ་བྱས་ནས་སྨན་ཡོང་དེ་འབུལ་དགོས་ཡག་གལ་ཆེན་པོ་ཡིན་དུས་སྨན་ཡོང་ཕུལ་བ་ཡིན་ན་ལས་གོང་ལྟར་དེའི་ནང་ནས་འཆར་ཡང་ཅིག་གནང་བྱས་ནས་ཁོ་རང་གི་ང་ལ་དམིགས་བསལ་ཞུ་བ་གནང་གི་རེད་ད་དེ་འདྲ་བོ་གོང་ལྟར་བོད་པའི་སྤྱི་ཚོགས་ནང་ལོག་ལ་བོད་པ་མི་རིགས་ལ་རྒྱ་ཡོད་ཉེན་དེ་ནས་རྒྱ་གཞན་ཡོད་ཉེན་ད། བདུན་པ། གནས་ཚུལ་འགོ་ཚུགས་ནས་བདུན་པ་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ་གས། ད་ས་ཆ་ག་ས་ག་བ་ལ་རྒྱ་གར་བལ་ཡུལ་ག་བ་ཡིན་པ་ཡིན་ན་ལས་བོད་པའི་ཆེད་དུ་བློས་གཏོང་བྱས་བསྡད་མཁན་དེ་ཚོ་རྒན་འགོག་ཆགས་ཡོང་དུས་ནད་པ་ཆགས་ཡོང་དུས་ལྟ་སྐྱོང་བྱས་བསྡད་མཁན་གྱི་ཡོད་བསྡད་བ་དེ་ང་རང་གིས་ཚོར་གི་ཡོད། ཧ་གོ་ཡག་ལ་ཡང་དེ་འདྲས་བྱས་བསྡད་བ་གི་གནས་སྟངས་འདུག་མི་གཞན་དག་གིས་དེ་བྱས་དུས་དེ་ཚོ་ཚང་མ་ལ་ཡང་ད་དེ་རིང་ང་རང་གིས་བརྙན་འདི་བརྒྱུད་བྱས་ནས་དེ་ནི་བཀའ་དྲིན་ཆེ་ཞུ་ཡག་དང་ལྟ་རྡོག་རྡོག་དེ་ང་ཚོ་ལྟ་ག་ཙོང་བོད་གཞུང་གི་ངོས་ནས་གཞུང་འབྲེལ་རང་གི་ཐོག་ནས་ལྟ་རྒྱ་ཆེའི་དཔའ་བོ་དཔའ་མོ་ཚོ་ལ་དེ་འདྲ་གི་ཅིག་ཆེ་ཐོག་གི་འདུ་འཛོམས་གནང་ཡག་དེ་སོགས་བཟང་ཕྱོགས་གི་གནད་དོན་ཅིག་རེད་དྲན་འདུག་ག་རེ་བྱེད་ལབ་ན་འདས་པའི་ལོ་བཅུ་ཕྲག་ཁ་ཤས་གི་ནང་ལོག་ལ་དགྲ་བོ་རྒྱ་ནག་ལ་ངོ་སྲུང་བསྟུན་མཁས་བྱེད་ཡག་གི་ཆེད་དུ་རྒྱ་ཆེའི་དཔའ་བོ་དཔའ་མོ་དེ་སོགས་ཕར་ཟོར་ལ་ཟུར་འབུད་བྱེད་ཨེ་ཐོབ་དང་དེ་ནི་ཅིག་མ་གཉིས་ཁ་ཡོ་བྱད་དེ་ཡག་ཅིག་མ་དང་ཚོར་བདག་པོ་བརྒྱ་ཡག་གི་གནས་སྟོང་མེད་པ་དེ། ད་ད་ལྟ་ཚོར་ཅིག་འདི་འདྲ་གི་ཆེ་མཐོང་འདྲ་བོ་ཅིག་བྱེད་ནས་འཛུམ་ཟོམ་འདྲ་བོ་ཅིག་བྱེད་ཨ། ད། འདི་སོ། ཧ་ལས་བིག་གི་གཏམ་བཟང་ཡག་པོ་རེད། ད་ང་ཚོ་སྔོན་མ་ཅིག་མ་འགྲིག་པ་བྱུང་རིགས་མ་མཐུན་བ་བྱུང་རིགས་ལབ་བྱེད་ནས་ད་དུང་ཡང་ཅིག་མ་མཐུན་བ་འདི་བྱ་བ་ཡིན་ན་བྱུང་ར་ཡ་དེ་སྤྱི་ཚོགས་ལ་མ་གཏོགས་བོད་སྤྱི་ལ་མ་གཏོགས་བྱུང་ར་ཡ་སི་ཁེལ་ཡོད་མ་རེད། མ་འགྲིག་མ་མཐུན་བའི་ལ་ཡ་དེ་སྤྱི་ཚོགས་ཚང་མ་ལ་ཡོང་གི་ཡོད་རེད་ད་མ་འགྲིག་མ་མཐུན་ས་དེ་མ་འགྲིག་མ་མཐུན་ས་ལ་ཕར་བཞག་གྱི་ནས་ད་ག་འདྲི་བྱས་ནས་ང་ཚོ་མཐུན་པ་ཡོང་གི་འདུག་ག་འདྲི་བྱས་ནས་འགྲིག་བ་བཟོ་ཐུབ་ཀྱི་འདུག་ག་འདྲི་བྱས་ནས་བོད་རང་བཙན་དེ་སླར་གསོ་བྱེད་ཐུབ་ཀྱི་འདུག་ད་དེ་སོགས་ཀྱི་ཐོག་ལ་ནུས་པ་སྤོང་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་འདུག་དེ་ནས་རྣམ་པ་ཚང་མ་ག་རེ་བྱེད་ཞུ་དགོས་ཐུགས་ཆེ།